ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དུ་འདུག་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པར་སངས་རྒྱས་ཤིང། གོ་འཕང་རིན་པོ་ཆེ་སྐྱེས་ནས་ཀྱང་ཐོབ་པར་བྱ། ཧོ། དེ་ལ་འདིར་ཁ་ཅིག་སེམས་པར་བྱ་བའི་ཆོས་དམ་པའི་ཆོས་མངོན་པར་ཀུན་ལ་འདུས་པ་ཞེས་བྱ་བ་དག་དེ་ཉིད་ཡིན་པར་བ་དང་དེ་ལ་དེ་ནས་ང་ཚོར་དགོས་དོན་དང་འདོད་དོན་ཚིག་དོན་འོ་དེ་འདྲས་ཡོད་དུས་དང་ནས་དེ་ནི་ད་ལྟ་དང་ཚིག་དོན་ཡིན་ལ་རྒྱས་བཤད་རེ་བ་དག་ཡིན་ལ་རྒྱས་བཤད་དེ་ལ་ཁ་སང་འདོད་དོན་སྐབས་སུ་དུས་དང་ཅི་ཕྱིར་ཉེར་ལེན་དང་མཚན་ཉིད་དེ་ཡི་རྣམ་གཞག་དང་གོ་རིམ་དོན་དང་དཔེ་ཡི་དང་བསྡུས་ལ་སོགས་པ་རྣམ་པ་བཞི་ལ་སོགས་པ་དག་དེ་འདྲའི་ཕྱིར་ནི། དོན་ཚན། འཕགས་སུ་ཁྱོན་བསྡོམས་ཀྱི། དང་དོན་ཚན་བཅུ་དྲུག་དེ་འདྲ་ཅིག་ཡོད་པར་བ་དེ་ཡིན་དུས་དག་དོན་ཚན་བཅུ་དྲུག་དེ་ཀུན་ལ་བསྡུས་པ་རྣམ་པ་ལྔ་ཡིན་ན་སོ་བསྡུ་ཡིན་དུས་ཙམ་ན་དེ་ནི་ཀུན་བསྡུ་དང་པོ་དག་མཚན་ཉིད་ཀུན་ལ་བསྡུས་པ་ཟེར་བ་དེ་ཡིན་པར་དག་མཚན་ཉིད་ཀུན་ལ་བསྡུས་པ་དེ་ལ་ཡང་ནང་ཚན་བཅུ་གཉིས་ཡོད་པའི་ནང་ནས་དེ་ནི། ད་ཁ་སང། གསུམ་པ་ཡིན་ཆེ་ཞུའི་སེམས་པའི་དབང་དུ་བཏང་ནས་ད་བཞི་པ། མཚན་ཉིད། བསྟན་པ། ད་དེའི་སྐབས་ནས་རེད་བ། ད་དེ་ལ་ཡང་དེ་ནས། ཕུང་པོ་གི་མཚན་ཉིད་ཤེས་པ། ཁམས་ཀྱི་མཚན་ཉིད་ཤེས་པ། སྐྱེ་མཆེད་ཀྱི་མཚན་ཉིད་ཤེས་པ། གསུམ་ཡོད་པའི་ནང་ནས། དེ་ནས་ད་ལྟ་འདི་ད་ཕུང་པོ། མཚན་ཉིད་བསྟན་པ། གོང་དུ་ཞུས། ཨོ་ད། ད་ལྟ་དེའི་སྐབས་སུ་རེད་བ། ཕུང་པོའི་མཚན་ཉིད་ལྡན་པའི་སྐབས་སུ། ད་ཕུང་པོའི་མཚན་ཉིད་ལྡན་པ་དེ་ལ། དེ་ནས་ཁ་སང། ད་ང་ཚོ་གཟུགས་ཀྱི་ཕུང་པོ་དང། ཚོར་བའི་ཕུང་པོ། འདུ་ཤེས་ཕུང་པོ། འདུ་བྱེད་ཀྱི་ཕུང་པོ་ཟེར་ལྔ་ཡོད་དུས་ད་གཟུགས་ཕུང་གི་ནང་ཚན་དེ་རེད་བ། ད་གཟུགས་ཀྱི་ཕུང་པོ་དེ་ལ་ཡང། དེ་ནས་ཁ་སང་ད་འབྱུང་བས་ཀྱི་ངོ་བོ་ཉིད་དུ་གྱུར་པའི་གཟུགས་ཀྱི་ཕུང་པོ་གཅིག་དང། འབྱུང་འགྱུར་གྱི་ངོ་བོ་ཉིད་དུ་གྱུར་པའི་གཟུགས་ཀྱི་ཕུང་པོ་གཉིས་ཡོད་དུས་རྩ་ནས་དེ་ནི་འབྱུང་བའི་ངོ་བོ་ཉིད་དུ་གྱུར་པ་དེ་ཞུས་ཟིན་པ་རེད་ད་འབྱུང་འགྱུར་གྱི་ངོ་བོ་ཉིད་དུ་གྱུར་པ་དེར་བ་དེ་ནི་འབྱུང་འགྱུར་གྱི་ངོ་བོ་ཉིད་དུ་གྱུར་པ་ད་དེ་ལ་དེ་ནི་དབང་པོ་ལྔ་དང། ཡུལ་ལྔ་དང་དེ་ནི་ཆོས་ཀྱི་སྤྱི་མཆེད་པའི་གཟུགས་འོ་ད་དེ་འདྲས་ཡོད་པའི་ནང་ནས་དེ་ནི་ཡུལ་ལྔ་གྱི་ནང་ཚན་ད་བཞི་པ་ཡིན་ཅེས་ཞུས་ཟིན་ན་དེ་ནི་ལྔ་པ་རིག་བྱ་ཞེས་པའི་སྐབས་དེ་ཡིན་པ་རེད། ད་བྱེད་དང་ང་ཚོ་འདི་མཛོད་གཟིགས་ཚང་མཁན་འདྲ་བོ་ཅིག་ཡིན་ན། སྟབས་བདེ་བོ་འདྲ་ཅིག་རེད་བ། ཡིན་ན་མཛོད་ཀྱི་ནང་གི་དེ་ནས་འདི་དང་འདི་ད་དབྱེ་བ་དེ་སྟེགས་སུ་མྱོང་བ་ཡོད་རེད། གཟུགས་ལ་ཡིན་ན་ཡང་ཉི་ཤུ་ཙམ་གྱི་མ་གཏོགས་དབྱེ་མ་ར་གཟུགས་ཀྱི་ཅི་མཆིས་ལ། དེ་ནས་དེ་ནང་བཞིན་དུ་སྒྲ་ལ་ཡང་གྲངས་ཀ་མྱོང་བ་ཡོད་རེད་ད་དེ་རིང་བས་ན་རིག་བྱེད་ཀྱི་སྐབས་འདྲ་ཅིག་ཡིན་ན་ཡང་གྲངས་ཀ་མྱོང་གི་རེད། མཛོད་ཀྱི་སྐབས་ལ་རིག་བྱེད་རྣམ་པ་དྲུག་མ་གསུམ་ཙམ་གྱི་མ་གཏོགས་མེད་ཡོང་གི་ཡོད་རུ་བ། ད་ད་ལྟ་འདི་ནས་རིག་བྱ་དེ་ལ་ཉི་ཤུ་རྩ་གཉིས་ཙམ་གྱི་དབྱེ་ཡོང་གི་ཡོད་རེད། འོ་དེ་ཡིན་དུས་ད་རིག་བྱ་བཤད་པ་དེ་སོང་རེད། དེ་ལ་དང་པོ་དྲི་བས་བསྟན་པ་དེ་ནས་ལན་བཤད་པ་དག་དེ་འདྲ་ཡོད་དུས་ཙང་ནས། ད་རིག་བྱེད་ཕྱོགས་གཅིག་གང་ཞེ་ན། ཨ་རིག་བྱེད་ཕྱོགས་གཅིག་གསུངས་ཡོང་དུས། དེ་ནས་ཁ་སེང་རིག་བྱ་ཕྱོགས་གཞན་དག་འདྲ་གཅིག་ཡིན་ན་འབྱུང་བའི་ནང་ལ་ཡག་བཤད་ཟིན་པར་བ་ད་འབྱུང་བཞི་འདྲ་བོ་གཅིག་ན་རིག་བྱ་རེད། དེ་ཡིན་དུས་འབྱུང་བཞི་ནང་ལ་མ་ཚུད་པའི་གི། དེ་ནས་རིག་བྱ་དེ་འདྲས་དེ་དག་འབྱུང་འགྱུར་གི་རིག་བྱ་དེ་རེད་བ། བ་ད་དེ་ག་རེ་རེད་ཟེར་ཡ་ད་དེ་དྲི་བའི་མཚམས་འགྱེལ་བ་རེད། ད་དེ་ནས་མ། དེའི་ལན་གི་སྒོ་ནས་བསྟན་ཡོང་དུས་གཙང་ནས། དེ་ནས་ད་དང་པོ་རིག་བྱེད་ཀྱི་འབྱུང་འགྱུར་རིག་བྱེད་ཀྱི་དེ་ནི་མཚན་ཉིད་བཤད་ཡོང་གི་ཡོད་རེད། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པ་ལུས་ཀྱི་དབང་པོས་བཟུང་བའི་དོན་གང་ཡིན་པ་སྟེ་ཟེར་ཡག་དེ། ད་འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པ་ཟེར་ཡོང་དུས་ཙང་ནས་དེ་དུས་དེ་ནས་དེ་དང་དེའི་རྒྱུ་གཟུགས་ཀྱི་རིག་བྱ་དེ་བར་བཀག་ནས་དེ་ནི་འབྲས་གཟུགས་ཀྱི་རིག་བྱ་དེ་ཚུར་བསྟན་ཡོང་གི་ཡོད་རེད། དེ་ནས་ལུས་ཀྱི་དབང་པོ་གྱིས་གཟུང་བའི་དོན་གང་ཡིན་པ་ཟེར་ཡ་དེ་གི་དེ་ནི་དབང་པོ་གཞན་གྱིས་གཟུང་བྱ་ཡིན་པ་དེ་བར་བཀག་སོང་བ་རེད་འོ་ད་དེ་འདྲས་ཀྱི་ཟུར་གཉིས་ཡིག་ཚང་དེ་གི་གཅིག་ལ་དེ་ནི་འབྱུང་འགྱུར་གྱི་རིག་བྱ་ས་ཞེས་བསྒུགས་ཡོད་སོང་བའི་དོན་གང་ཡིན་པ་དེས་ད་མདོར་ན་དེ་ནི། ང་ཚོ་གང་ཟག་ཐ་མར་བས་ཀྱི་དེ་ནི་ལུས་ཀྱི་དབང་པོ་བཅུ་ཡུར་གང་ཡིན་པ་དེ་ལ་ཐག་རིང་ཅན་ཚད་མྱེད་ཟེར་དགོས་རིགས་མ་གཏོགས་ཡང་གཅིག་རྣལ་འབྱོར་ཐོབ་ཟིན་བས་ཀྱི་དབང་པོ་དེ་ཚོ་ལ་ཡུར་ངེས་པ་ཅན་དེ་འདྲ་ཅིག་མེད་པ་ཡིན་པ་རེད། ཧོ་དེ་བྱས་ད་དེ་ནི་འདི་ནས་མ། གཉིས་པ་དབྱེ་བ་འདྲ་བོ་དེ་རེད་ད་དབྱེ་བ་བཤད་ཡོད་འདུག་ཙང་ནས། འཇམ་པ་ཉིད་དང། རྩུབ་པ་ཉིད་དང་ཡང་བ་ཉིད་དང་ལྕི་བ་ཉིད་དང་ལ་སོགས་པ་གསུངས་ད་དེ་བྱེད་དུས་ཙང་ནས་འགྲེལ་བ་དེ་ཚོའི་ནང་དུ་ད་ལྟ་འདི། འབྱུང་བརྡ་དང་འབྱུང་འགྱུར་གྱི་རིགས་ཆ་དེ་ལ་རྩ་བའི་གིས་ཉི་ཤུ་རྩ་གཉིས་ཙམ་གྱི་ཡོད་པ་རེད་དེ་ཉི་ཤུ་རྩ་གཉིས་པོ་དེ་སྡེ་ཚན་དྲུག་འདྲ་བོ་གཅིག་གི་ནང་ལ་ཚུར་བཏང་ནས་དེ་འདྲ་མ་སོང་ཡོང་གི་འདུག་བ་དེ་ཕྱི་དུས་ཚང་ནས་དང་པོ་ད་ལྟ་འདི་རྣམ་པའི་ཐོག་ནས་བཞག་བཞག་དགོས་གི་ད་རིགས་ཆ་དེ་ལ་དེ་ནས། དཔེར་ན། འཇམ་པ་དང་རྩུབ་པ་རྣམ་པ་གཉིས་ཟེར་ཡ་དེ་རེད། འཇམ་པ་ཟེར་ཡོང་དུས་ཙང་ནས། ང་ཚོ་དེ་ནས་ལག་པ་ཐུག་ཡོང་དུས་ཙང་ནས་འོ་ད་དེ་འཇམ་པོ་རེད་འདུག་ཟེར་ཡ་འདུག་དར་དང། འོ་ད་དེ་ཚོའི་གྲས་ཀྱི་དེ་ནས་རིགས་ཅན་དེ་ཚོ་ལ་འཇམ་པ་ཟེར་ཡོད་རེད། དེ་ནས་རྩུབ་པ་གཉིས་དང་ཟེར་དུས་ཙང་ནས། ཅིག་ད་ལྟ། གཡག་གི་སྤུ་ལ་སོགས་པའི་གི་བཟོས་བྱས་པའི་གི་ད་ཅིག། གོས་ལྟ་བུ་དང་ད་དེ་ཚོའི་གྲས་ལ་རྩུབ་པ་ཟེར་ཡོད་རེད་བ། འོ་ད་དེ་ཡིན་དུས་དེ་འདྲའི་གི་རྩུབ་པའི་རིགས་ཅན་རྣམ་པ་གཉིས་དང་འཇམ་པ་གཉིས་དང་རྩུབ་པ་གཉིས་དང། དེ་ནི་དེ་བཞིན་དུ་ད་ལྟ་འདི་ཡང། དཔེར་ན། རྒྱ་མ་འདྲ་བོ་གཅིག་ལ་ལྕགས་ཡོད་འདུག་ཙང་ནས་གཞར་ཡོང་བའི་ཚེ་ན་དེ་ནི་ཡང་ཡངས་པོ་ཡིན་བསྡད་མཁན་གྱི་རིགས་གཅིག་དང། དེ་ནས་ད་ལྟ་འདི་སྒྱིད་བོ་ཡིན་བསྡད་པའི་རིགས་ཆ་དེ་འདྲའི་ཁག་གཉིས་སོགས་ཡོང་གི་ཡོད་རེད་དེ་ཕྱིར་དུ་ཙང་ནས་ཡངས་བ་ཉིད་དང། དཔེར་ན་བྱ་ཡི་སྤུ་ལ་སོགས་པ་ལྟ་བུའི་འདྲ་ཅིག་ཡིན་ན། དེ་ནི་ཡང་བའི་རིག་བྱ་རེད་བ་ཁོ་ལག་པས་ནི་བསླད་ཡོད་འདུག་ས་ནི་ཅི་ལྟའང་ཁོ་རིག་བྱ་ཅིག་ཡོད་ཡོད་རེད་ཡིན་ན་ད་ཨོ་ད་དེ་ཡང་བོ་རེད་འདུག་ཟེར་ཡག་གི་དེ་ནི་ལོ་ཏོག་ཅིག་ཅིག་སྐྱེས་བཅུག་ཡོད་རེད་བ་ཨོ་དེ་ཡིན་དུས་ཡང་བའི་རིག་བྱ་དང། དེ་ནི་དེ་གི་ལྡོག་ཕྱོགས་ད་ལྟ་འདི་ལྕགས་ལ་སོགས་པའི་གི་ལྗིད་ཚད་ལྟ་བུ་ཡིན་ན་ད་སྐྱེ་བའི་རིག་བྱ་གསུངས་པ་དེ་འདྲའི་གི་སྐྱེ་བ་རྣམ་པ་གཉིས། དེ་གཅིག། དེ་ནས་དེའི་གཞན་དུ་ཐང་དང་དེའི། བསྙེན་པ་དང། ལྷོད་པ་རྣམ་པ་གཉིས་དང་གསུངས་པ་དག་དེ། ང་ཚོ་འདི་དཔེར་ན། བསྙེན་པ་ཟེར་ཡིན་དུས་ཙང་ནས། དེ་ནས་ད་ལྟ་འདི། སྨྱུག་མ་ལྟ་བུ་དེ་ཚོ་འདྲ་ཅན་ནི་ཁོ་བསྙེན་པོ་ཟེར་དུ་བ་དེ་འདྲས་དང། དེ་ནས་པགས་པའི་ནང་འདྲ་ཅན་ཡིན་ན། ད་ལྟ་རི་དྭགས་གླ་བ་ཟེར་ཡག་གི་པགས་པ་དེ་ད་པས་བསྙེན་པོ་ཡོད་པའི་སྐད་ཆ་རེད་ག་བ་འཐེན་ན་ཡང་དེ་ནི། ཁོ་འཐེན་རྒྱུ་ཡོད་བདེ་བ་འདྲ་བོ་ཅིག་རེད་བ་དེ་ཡིན་དུས་དེ་འདྲས་ཀྱི་རིགས་ཆ་དེ་ལ་ད་ནི་བསྙེན་པ། བསྙེན་པ་གཉིས་དང། དེ་ཡིད་བཞིན་དུ་དེ་ནི་ལྷོད་པ་ཉིད་དང་གསུམ་དུ་བརྩམས་ནས། ད་འདི་ལྷོད་པ་ཟེར་ཡ་འདི། དཔེར་ན། དེ་ནི་སྤྲིན་བལ་འདྲ་བོ་ཅིག་ཡིན་ན་ལག་པས་ན་ཚུར་འདི་འདྲ་བྱས་ན་ཅིག་ཤུགས་ཆེ་ཚུར་མནན་ཡོང་དུ་བརྩམས་ནས་ཡང་ཕར་མནན་ཡ་ཡོད་པ་ལག་པ་ཚུར་བཏང་ཡོང་དུ་བརྩམས་ན་ཡང་ཚུར་བབ་བུབ་ཆགས་ཡོང་གི་ད་དེ་འདྲས་ཀྱི་དེ་ནི་རིག་བྱ་དེ་ལ་རིག་བྱ་ལྷོད་པ་ཟེར་གི་དེང་སང་ང་ཚོ་འགིག་གི་བདེན་དེ་འདྲ་འདི་བ་ད་དེ་ཚོ་གི་རིག་བྱ་དེ་ལ་ལྷོད་པའི་རིག་བྱ་ཟེར་གི། དེ་ནི་དཔེར་ན་ལག་པས་བཙིར་ཡོང་བ་བྱས་ན་ཡང་སྐོར་ཅིག་དེ་འདྲའི་སོབ་སོབ་འདྲ་བོ་ཅིག་ཆགས་རྒྱུ་མེད་པ། ཨོ་དང་ལྕགས་ལ་སོགས་པ་ལྟ་བུ་དེ་འདྲའི་གི་རིག་བྱ་འདྲ་བོ་ཅིག་ཡིན་ན་དེ་ལ་དེ་ནི་ལྷོད་པ་མ་ཡིན་པའི་རིག་བྱ་སོང་ལྷོད་པ་མ་ཡིན་པ་དང། དེའི་བཞིན་དུ་དེ་ནས་ད་ལྟ་འདི་གྲང་བ་དང། ད་གྲང་བ་དང་ཟེར་དུས་ཙང་ནས། ད་ལྟ་འདི་རླུང་དང་ཆུ་ལ་སོགས་པའི་གི་རིག་བྱ་ཤས་ཆེ་ཡོང་དུས་ཙང་ནས་དེ་ནི་རིག་བྱ་གྲང་བ་དེ་སྤྲད་ཡོང་གི་ཡོད་རུང་བ་གཙོ་བོ་དེ་ནས་ཅིག་ཨོ། ད་གྲུམ་བུ་ཅིག་དགོས་ས་རེད་བསམ་པའི་གི་ཚོར་བ་སྤྲད་ཐུབ་མཁན་གི་རིག་བྱ་གང་ཡིན་པ་དེ་ལ་གྲང་བ་ཟེར་གི་རེད་ཨོ་གྲང་བ་དང། དེ་ནས་དེའི་བཞིན་དུ་ད་ལྟ་འདི་བཀྲེས་པ་དང་གསུངས་པར་ད་འདི་བཀྲེས་པའི་རེག་བྱ་ཟེར་ཡ་འདི། ཡིན་རྒྱུ་དཔེར་ན་ང་ཚོ་འདི་བཀྲེས་པས་ཀྱི་ཚོར་སྣང་འདྲ་བོ་ཅིག་རེད་བ། བཀྲེས་པས་ཀྱི་ཚོར་སྣང་འདྲ་བོ་ཅིག་ཡིན་དུས་ཚང་ནས་ད་ནས་གཟུགས་པོ་ནང་ལོགས་ཀྱི་ལྟ་ཅིག་འབྱུང་བ་དེ་ཚོ་ཆགས་མ་སྙོམས་པ་ཆགས་ཡོང་བའི་ཚེ་ན་ད་ནས་བཀྲེས་པ་དེ་ཆགས་ཡོང་གི་ཡོད་རེད། དེ་ཡིན་དུས་ཚང་ནས་ཟས་བཟང་དུས་ཀྱི་དག་སེལ་བ་འདྲ་བོ་ཅིག་སྐྱེས་ཡོང་གི་ཡོད་རེད་བ། འོ་དེ་བྱེད་དུས་ཚང་ནས་ད་ནས་བཀྲེས་པ་ཉིད་དང། དེ་བཞིན་དུ་དེ་ནི་སྐོམ་པ་ཉིད་དང། ད་ཁ་སྐོམ་པ་དེར་བ་ཁ། ཡིན་རྒྱུ་འདི་དཀྲིས་པ་དང་སྐོམ་པ་ཟེར་ཡང་འདི་གཅིག། ཁ་ལ་ཟངས་དུད་ཀྱི་གློ། ལྕེ་བཅུ་ཡག་གི་དེ་ནི་མ་གིན་འདི་ཕོ་བའི་ནང་ལ་རིག་བྱ་གཅིག་སླེབས་ཡོང་གི་ཡོད་ས་རེད། དེ་ནང་བཞིན་དུ་ཆུ་འཐུང་ཡག་གི་འདོད་པ་ལྕེ་བཅུ་ཡག་གི་དེ་ནི་སེམས་བྱུང་དེ་འདྲའི་འདྲེན་པར་བྱེད་པའི་ཕོ་བའི་ནང་ལ་དེ་ནི་རིག་པ་གཅིག་སྐྱེ་ཡོང་གི་ཡོད་རེད་བ་ད་དེ་ཚོ་ལ་དེ་ནི་དེ་དང་འདི་དཀྲིས་པ་དང་སྐོམ་པ་གསུངས་པ་རེད་རིག་བྱ་རེད་སྐོམ་པ་དང། ད་ཡིན་དུས་འདིའི་རིག་བྱ་འདི་ཚོ་ཁ་ཤས་དེ་ནི་རྒྱུ་མིང་འབྲས་བུ་ལ་བཏགས་པའི་སྒོ་ནས་ངོས་འཛིན་བྱེད་དགོས་ཡ་དེ་འདྲའི་ཡོང་གི་ཡོད་རེད་ཁ་ཤས་ཡང་འབྲས་མིང་རྒྱུ་ལ་བཏགས་པའི་སྒོ་ནས་ངོས་འཛིན་བྱེད་དགོས་ཡ་དེ་འདྲའི་ཡོང་གི་ཡོད་ཟེར་དེ་ཡིན་དུས་དཀོན་པ་དང། དེ་ནས་ཚིམ་པ་དང་གསུམ་པར་བ། ད་ཚིམ་པ་ཟེར་ཡ་འདི་ད་ནི་ཁ་ལག་ལ་སོགས་པ་ལྟ་བུ་དང་དེ་འདྲས་ཅིག་ཟ་ནས་དེའི་སྟོབས་ཀྱི་སྒོ་ནས་དེ་ནི་བར་དྲོ་གོག་ངོམ་སོང་བ་ལྟ་བུ་དེ་ཚོར་བ་ངོམ་པའི་འདུ་ཤེས་བཅས་བྱུང་མཁན་གྱི་དེ་ནི་ཚིམ་པ་དང། དེ་བཞིན་དུ་དེ་ནི་ད་ལྟ་འདི། ཉམས་ཡོད་པ་དང་ཉམས་ཆུང་བ་དང་གཉིས་གསུངས་འདུག་དེ་ཡིན་དུས། ཉམས་ཡོད་པ་དང་ཉམས་ཆུང་བ་ཟེར་ཡང་འདི་གའི་གཙོ་བོ་གར་ཟེར་ན་ད་ལྟ་འདི་ལྟ། ང་ཚོ་གཟུགས་པོ་གི་སྟོབས་ཤུགས་དང་འབྲེལ་བ་དེ་འདྲ་རེད། གཟུགས་ཕུག་གི་སྟོབས་ལ་སོགས་པ་ཡ་ཆེན་པོ་ཆགས་ཡོང་དུས་རྩ་ནས་ག་རེ་བྱས་ན་ཡང་གོ་བྱེད་ཐུབ་པ་འདྲ་བོ་དག་དེ་འད་ཀྱི་ཉམས་ཡོད་པས་ཀྱི་རིག་བྱ། དེ་ནས་ཡང་ཅིག་གང་ཡང་གི་ཐོག་ལ་ནུས་པ་མ་འདང་བ་འདྲ་བོ་ཅིག་ཆགས་ཡོང་བ་ལྟ་བུ་ཉམས་ཆུང་བས་ཀྱི་རིག་བྱ་དང་སོགས་དག་དེ་འད་དང་ཉམས་ཆུང་བ་དང། དེ་ནས་དེ་བཞིན་དུ་ད་ལྟ་འདི་དྲན་པ་འཐོར་ནས་འགྱེལ་བ་ལ་སོགས་པ་ལྟ་བུ་དག་དེ་འད་ཀྱི་རིག་བྱ་དང། དེ་བཞིན་དུ་དེ་ནས་གཡའ་བ་དང་གསུངས་འདུག་བ། འདི།

ད་གཟབ་རས་ལྟ་བུ་ཞིག་ཡོང་འདུག་ད་ནི་དེ་ནི་ཡང་ལག་པས་ཀྱིས་དེ་འདྲ་བྱས་ན་གྲེ་ཡོང་བའི་སྐབས་ཀྱི་ཚོར་སྣང་ཅིག་ཡོད་རོགས་དེ་ལ་དེ་ནི་འདྲེ་བད་ཀྱི་རིགས་ཡ་ཟེར་གྱི་འདྲེ་བ་དང། ཨོ་ཡ། དེ་ནི་ན་བ་དང་གསུངས་འདུག་ད་ཅི་དང་ན་བ་ཟེར་དུས་ད་ནི། ཚོར་བས་ཀྱི་ངོ་བོ་ཉིད་དུ་གྱུར་པའི་ན་བ་ཅིག་ཡང་ཡོང་གི་ཡོད་རེད་ད་ལྟ་འདི་རིག་བྱའི་ངོ་བོ་ཉིད་དུ་གྱུར་པའི་ན་བ་དེ་འདྲ་ཅིག་ཡིན་དུས་ད་ནི། དེ་ནི། ལུས་ལ་ཡོད་པའི་འབྱུང་བྱེད་ཀྱི་ཁམས་དེ་འདྲའི་འགྱུར་བ་ཐེབས་ཡོང་དུས་ཙང་ནས་དེ་ནི་གཟུགས་པོ་གཅིག་མགོ་ན་བདེ་ཡང་འགྲོ་ཡང་ན་གྲོགས་པོ་ན་བ་འདུག་ད་དེའི་སྐབས་ཀྱི་རེག་བྱ་གཅིག་ཡོད་རུང་བ་དེ་ལ་དེ་ནི་ན་བའི་རེག་བྱ་ཟེར་གྱི་ཡོད། དེ་ནི་དགའ་བ་ཟེར་ཡོང་དུས་ཙང་ནས་ཡ་དེ་ནི། ལུས་ཀྱི་ད་ལྟ་འདི་ད་འབྱུང་བ་སྟོབས་མ་ཉམས་ཡོང་དུས་ཙང་ནས་དེ་ནི་མིག་གིས་མི་མཐོང་བ་དང་རྣ་བས་མི་གོ་བ་དང་འོ་ད་རྐང་པས་ཀྱི་ལུས་འདེགས་མི་ཐུབ་པ་ལ་སོགས་པ་ལྟ་བུ་དེ་འདྲའི་གིས་དེ་ནི། རྒན་འགོག་བྱ་བའི་སྐབས་ཀྱི་ཡང་ཅིག་གནས་སྐབས་དེ་ལ་ཡོད་པའི་རིག་བྱ་གང་ཡིན་པ་དེ་ལ་དེ་ནི་དགའ་བའི་རིག་བྱ་ཞེས་གསུངས་པར་དེང་དུས་དགའ་བ་དང། དེ་ནས་སོགས་ཏེ་འགྱུར་བ་ཐེབས་ནས་མ་ཤི་ཡོང་བའི་སྐབས་ཀྱི་དེ་ནི་རིག་བྱ་དང་དུ་ལ་འཆི་བའི་རིག་བྱ་གསུངས་པ་ལས། དེ་བཞིན་དུ་དེ་ནི་ཕ་འགྲོ་ཚུར་ཡོང་བ་ལ་སོགས་པ་ལྟ་བུ་དག་འགྲོ་འོང་དེ་འདྲ་ཅིག་བྱས་ཡོད་འདུག་ཙང་ནས་དེ་ནི་ཡང་དཀའ་ལས་ཁག་ཡོང་གི་རུ་བ་དེ་ཡིན་དུས། དེའི་སྐབས་ཀྱི་དེ་ནས་ད་ལྟ་འདིའི་རིག་བྱ་དེ་ལ་ངར་བའི་རིག་བྱ། དེ་ནས་ཡང་མེ་མཚོ་འགྲོ་བོ་ཅིག་བརྒྱབ་ནས་ལྷོད་ལྷོད་འགྲོ་བོ་ཆགས་ཡོང་བའི་སྐབས་ཀྱི་རིག་བྱ་གང་ཡིན་པ་དེ་ལ་དེ་ནི་ངར་གསོད་བད་ཀྱི་སྐབས་ཀྱི་དེ་ནི་རིག་བྱ་ཟེར་ཡ་འདྲ་བོ་དང། དེ་བཞིན་དུ་དེ་ནས་ད་ལྟ་འདི་དག་སྤོང་ཆེ་བ་སོང་དོ་ད་སྤོང་ཆེ་བ་སོང་ཡོང་དུས་ཚང་ནས་དཔེར་ན། ང་ཚོ་དེ་ནས། འཇིགས་སྐྲག་འདྲ་བོ་ཅིག་སྐྱེས། ལམ་ཁ་ཅིག་ནས་ཕར་ཚུར་དེད་ནས་འགྲོ་གི་ཡོད་ན་ལྷ་གཅིག་སོ་སོ་འཇིགས་སྐྲག་འདྲ་བོ་ཅིག་གི་ཐོག་ནས་ལུས་ཀྱི་སྤུ་ཟེགས་ནས་འཁོར་འགྲོ་ཡོང་བའི་སྐབས་མ་ཡིན་པར་དེ་ལས་ཕར་ལྡོག་ཕྱོགས་བྱས་ནས་ད་འཇིགས་སྐྲག་ཐམས་ཅད་ཕར་སེལ་སོ་སོ་སོ་སོ་ལ་དེ་ནས་སྤོབས་པ་ཡོད་པ་ཅིག་གི་ཐོག་ནས་གནས་ཡོང་བའི་སྐབས་ཀྱི་རིག་བྱ་གང་ཡིན་པ་དེ་ལ་ད་ལྟ་འདི་སྤོང་བྱེད་པའི་དེ་ནས་རིག་པ་རིག་བྱ་ཟེར་ན་འོ་ད་དེ་འདྲ་བྱས་ན་གསུངས་པ་ད་དེ་ཡིན་དུས་ཙང་ནས་དེ་ནས་གཙོ་བོ་རིག་བྱ་གང་ཡིན་པ་དེ་ལ་ད་ཉི་ཤུ་རྩ་གཉིས་ཙམ་གྱི་དེ་ནས་འདི་ན་གསུངས་འདུག་བ་འོ་དེ་ཡིན་དུས་སྤོང་བྱེད་པའི་རིག་བྱའོ། ད་ལྟའི་རིག་བྱ་ཉི་ཤུ་རྩ་གཉིས་པོ་དེ་ཐམས་ཅད་ཤི་བ་ནང་བཞིན་རེད། ཁ་ཤས་ཁ་ཤས་དེ་དངོས་གནས་ད་ལྟ་འདི་འཇམ་པ་དང་རྩོད་པ་ཟིང་གེ་བཟོ་འདྲ་བོ་ཅིག་ན་རིག་བྱ་དངོས་གནས་ཀྱི་དེ་རིང་ཅིག་མཚན་ཉིད་པ་ལྟ་བུ་དེ་ལ་དེ་རིང་བར་ཐག་བཞག་པ་ལྟ་བུ་རེད། དེ་ད་ལྟ་ཡང་ན་བ་དང་རྒ་བ་དང་འཆི་བ་ལ་སོགས་པ་འདྲ་བོ་ཅིག་ཡིན་ན་ཅིག་སྐབས་དེ་དུས་ཡོད་པའི་ཀྱི་དེ་རིང་ད་ལྟ་འདི་རིག་བྱ་གང་ཡིན་པ་དེ་ལ་དེ་རིང་ན་བའི་རིག་བྱ་དང་རྒ་བའི་རིག་བྱ་ཟེར་བརྟག་བཞག་པ་ལྟ་བུ་ལ་དེ་འདྲའི་ཆེ་ནས་དེ་ནས་ཐམས་ཅད་ཤི་བ་ནང་བཞིན་འབྲས་མིང་དང་རྒྱུ་མིང་ལ་སོགས་པ་ཕན་ཚུན་དེ་རིང་བརྟག་པའི་སྒོ་ནས

སྒོ་ངའི་རྣམ་ཤེས་ལ་སོགས་པ་དག་གི་ཡུལ་དུ་འགྱུར་མ་ཐུབ་པ། གཙོ་བོ་དེ་ནི་ཡིད་ཀྱི་རྣམ་པར་ཤེས་པ་ཁོ་ནའི་ཡུལ་དུ་འཕྱུར་ཏེ་མཁན་གཅིག་ལ་ཆོས་ཀྱི་སྤྱིན་ཆེ་གེ་སུ་ཟེར་གི་རུ་བ་དེ་རེད། དེ་མ་གཏོགས་ཡང་ད་ལྟ་འདི་དཔེར་ན་བུམ་པ་འདྲ་བོ་གཅིག་ཡིན་ན་གཟུགས་ཀྱི་སྤྱིན་ཆེན་འདྲ་བོ་གཅིག་ཡིན་ན་ཡང། ཅི་དང་ཡིད་ཀྱི་ཡུལ་དུ་འཕྱུར་གི་རུ་བ། དགེ་སློང་དག་གཟུགས་ཞི་བ་ནི་རྣམ་པ་གཉིས་ཏེ་མིག་དང་ཡིད་ལ་བརྟེན་པའོ་གསུང་རུ་བ་དེ་འདི་གཟུགས་ཀྱི་སྤྱིན་ཆེ་དེ་ལ། མིག་དང་ཡིད་ལ་བརྟེན་པའི་གི་གཟུགས་སྦྱིན་བྱེད་རྣམ་པ་གཉིས་གསུངས་པའི་རིགས་དེ་བྱེད་དུ་ཚང་ནས་སྐབས་དེ་དུས་ཡིད་ཁོ་ནའི་ཡུལ་དུ་བྱེད་པ་མ་ཡིན་ཙང་ཁོ་ལ་བརྟེན་ནས་གཟུགས་ཀྱི་སྦྱིན་བྱེད་ཚང་བཤད་རེད། ད་ཐ་མཐའ་ཆོས་ཀྱི་སྦྱིན་བྱེད་ཟེར་ཡ་དེ་མིག་ལ་སོགས་པའི་དབང་པོ་གཟུགས་ཅན་པ་དེ་ཚོ་གི་སྤྱོད་ཡུལ་དུ་འགྱུར་མི་ཐུབ་པ། དེ་ནས་ཡིད་ངོ་ལ་ཤར་བ་མཇུག་གི་གཟུགས་ལྟ་བུ་དེ་ལ་བརྟེན་ནས་ཆོས་ཀྱི་སྦྱིན་བྱེད་ཟེར་ནས་གསུངས་ཡོང་གི་འདུག་བ་དེ་བྱེད་དུ་ཚང་ན་ད་ཆོས་ཀྱི་སྦྱིན་བྱེད་པའི་གཟུགས་དེ་ག་འདྲའི་འགྲོགས་གཅིག་རེད་ཟེར་ན། དྲི་བའི་མཚམས་སྦྱར་རེད། ད་དེའི་ལན་གི་སྒོ་ནས་མ་གསུངས་ཡོང་དུ་ཚང་ནས། དེར་ནི་དེ་ནས་རྣམ་པ་ལྔར་བལྟ་བར་བྱ་སྟེ། ད་ག་སང་ཞུས་ཡོན་པ་ཅི་དང་བས་ན་མཛོད་ཀྱི་སྐབས་འདྲ་ཅིག་ན་གཟུགས་བཅུ་གཅིག་བཤད་ཡོན་དུ་ཙམ་ན་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་གཅིག་པུ་མ་གཏོགས་པས་དེ་ལ་དེ་ནས་ད་ནང་གསན་གྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་བཞི་ཆགས་བྱས་ནས་ཏེ་དེ་ལ་སྡོམ་པའི་བསྡུས་པ་དང་སྡོམ་མེད་ཀྱི་བསྡུས་པ་དང་བར་མའི་བསྡུས་པ་ཟེར་ཡང་དེ་འདྲའི་སྐད་ཆ་ཅིག་སྲིད་ཀྱི་རིགས་མ་གཏོགས་པས་ད་དེ་གསུམ་ལས་གཞན་པའི་གྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་གཞན་དག་ཅིག་དང་དེ་ནི་ད་དང་དེ་གཟུགས་བཅུ་གཅིག་གི་ནང་གི་དེ་ནི་བཅུ་གཅིག་པ་དེ་ལ་དབྱེ་བ་གཞན་དག་གིས་གསུང་གི་ཡོད་མ་རེད་ད་ད་ལྟ་ཀུན་འདུས་ཀྱི་སྐབས་འདྲ་བྱས་ན་གཟུགས་བཅུ་གཅིག་པོ་དེ་ལ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་བཅུ་གཅིག་པ་ཁོ་རང་གི་ནང་ཚན་གྱི་སྡེ་ཚན་གཅིག་རེད་དེ་ཡིན་དུས་ཙང་རེད་དེ་ནི་ད་ལྟ་འདི་ཆོས་ཀྱི་སྤྱན་ཕྱེད་པའི་གཟུགས་ཟེར་ཡ་དེ་ལ་ནང་ཚན་གྱི་དེ་ནི་རྣམ་པ་ལྔ་ཡོད་པར་བལྟ་བར་བྱ་སྟེ་ཟེར་བ་དེ་ལ་ལྔ་ཡོད་རེད་གསུང་རེད། ད་དེའི་སྔགས་དེ་གར་རེད་སོང་ཡོང་དུས་ཙང་ནས་ད་འདི་ནས་མ་གཉིས་པ་རྗེས་ཤེས་བཟོ་ཡོང་གི་ཡོད་རེད་བསྡུས་པ་ལས་གྱུར་པ་དང། མངོན་པར་སྐབས་ཡོད་པ་དང་ཡང་དག་པར་བླང་བ་ལས་བྱུང་བ་དང་ཀུན་བརྟགས་པ་དང་དབང་བསྒྱུར་བ་འོ། འོ་ད་དེ་འདྲ་བྱས་ན་རྣམ་པ་ལྔ་སོང་ཡོད་རེད། དེ་སོང་ཡོང་དུས་ཙང་ནས་འདི་བསྡུས་པ་ལས་གྱུར་པ་ཟེར་ཡག་ཅིག་འདུག་བསྡུས་པ་ལས་གྱུར་པ་ཟེར་ཡོང་དུས་ཙང་ནས་དེ་ནས། མིག་ཤེས་ལ་དེ་ནས་བསྟན་ཡག་ཆུ་ནས་མལ་བསྟན་མཁན་འདྲ་བོ་ཅིག། ཡིན་ན་ཡང། རྡུལ་ཕྲན་མང་པོ་ཚོ་འདུས་བཞག་བལ་གྱི་གུང་བུ་དཔེར་ན་བུམ་པ་ལྟ་བུ་ཅིག་ཡིན་ན། དེའི་གློག་གི་བག་དེ་ནས་ཞིབ་ཕྲ་བྱས་ནས་བུམ་བལ་གྱི་མཆུ་དང་ལྟོ་བ་དང་ཞབས་ལ་སོགས་པ་གློག་དངུལ་གྱི་བག་སོ་སོ་སོ་སོ་ཕྱེ་ཡི་འདུག་ཙང་ནས་ཐ་མ་ཐལ་མ་དེ་ལ་དེ་ནས་གཞིག་ཏུ་མི་རུང་བས་ཀྱིས་ད་རྡུལ་ཕྲན་ཆ་མེད་ཟེར་ཡ་ཅིག་ཡོད་རེད་གསུང་གི་ཡོད་རེད་བ། ཨོ་དེ་ཡིན་དུས་དེ་འདྲའི་གྱི་རྡུལ་ཕྲན་གང་ཡིན་པ་དེ་ལ་ད་ད་ནང་འདི་རྡུལ་བལ་གྱི་དེ་ནས་གཟུགས་ཟེར་ན་ད་དེ་གསུང་ཡོང་གི་ཡོད་རེད། རྡུལ་བལ་ལས་གྱུར་པའི་གཟུགས་ཟེར་ཡ་དེ། རྡུལ་ཕྲན་དེ་ལ་བཤད་དགོས་རེད། གཟུགས་ཀྱི་ཆུང་མཐའ་ཉིད་དུ་གྱུར་པའི་རྡུལ་ཕྲ་རབ་དེ་ལ་དེ་ནི་ཆོས་ཀྱི་སྐྱེ་མཆེད་རེད། གང་ཡིན་ཟེར་ན་རྡུལ་ཕྲ་རབ་དེ་མིག་ཤེས་ཀྱི་ཡུལ་དུ་མི་འགྱུར་གསུངས་དགོས་རེད། གཟུགས་ལས་གསུངས་པ་རེད། དེ་འདྲ་ཡིན་དུས་ཙང་ནས་ད་དེ་ལ་དེ་ནི་ཆོས་ཀྱི་སྐྱེ་མཆེད་པས་གཟུགས་ཟེར་ནས་བཤད་དགོས་ཀྱི་ཡོད་གསུངས་རེད། ཨ་ཡ། ད་གཟུགས་ཡིན་པའི་རྒྱུ་མཚན་འདྲ་བོ་དེ་ཁ་སང་ང་ཚོ་འདིའི་མཚན་ཉིད་གཉིས་བཤད་རེད་བ། གཟུགས་ཀྱི་ཕུང་པོ་དེ་ལ་དེ་ནི་གཟུགས་སུ་རུང་བ་རྣམ་པ་གཉིས་ཀྱི་སྒོ་ནས་དེ་ནི་གཟུགས་སུ་རུང་བ་ཨ་ཚ་བཤད་རེད་བ། སྐྱེས་པའི་གི་གཟུགས་སུ་རུང་བ་དང། དེ་ནས་རེག་པའི་གཟུགས་སུ་རུང་བ་དག་དེ་འདྲས་གང་རུང་ཅི་ཡིན་འགྲོ་དུས་གཙང་ནས་ད་ལྟ་འདི་རྡུལ་ཕྲན་ཆ་མེད་འདྲ་ཅན་ན་སྐྱེས་པའི་གཟུགས་སུ་རུང་བ་དེ་ནི་རེག་པའི་སྒོ་ནས་ཡང་ཕན་ཚུན་འགྱུར་བ་འདྲ་བོ་ཅིག་ཐེབས་ཀྱི་ཡོད་རྒྱུ་རེད།

ད་ལྟའི་ཨིན་དུའི་མིག་ཤེས་ཀྱི་ཡུལ་དུ་གྱུར་པའི་བར་སྣང་གི་ལྕགས་བང་བང་འདྲ་བོ་གཅིག་ཡིན་ན། གཟུགས་ཀྱི་སྤྱིན་ཆས་ཀྱི་ནང་ཚན་གྱི་དེ་ནས་དེ་དང་དེ་ཡིས་མངོན་པར་བཀབ་ཡོད་པ་ཟེར་ཡག་དེ་རེད་འདོད་ཡོད་རེད། ད་ལྟ་མངོན་པར་བཀབ་ཡོད་པ་ཟེར་ཡིན་དུས་ཙང་ནས་མིག་ཤེས་ཀྱི་ཡུལ་དུ་མི་འགྱུར་ཞིང། ཡིད་ཀྱི་རྣམ་པར་ཤེས་པ་ཁོ་ནའི་ཡུལ་དུ་གྱུར་པའི་སྟབས་ཅིག་འོ་ད་དེ་ན་བར་སྟོང་ཅིག་ཡོད་རེད་དེ་ན་སྟོང་ཆ་ཅིག་ཡོད་རེད་ཟེར་ནས་ཡིད་ངོ་གཅིག་པུ་ལ་བཀོད་བསྡད་ཡག་གི་ཆ་འདྲ་བོ་དེ་འདྲ་ཅིག་ལ། དེ་ནི་ད་ལྟ་འདི་མངོན་པར་བཀབ་ཡོད་པའི་ཆུ་གི་སྤྱིན་ཆས་ཡིན་ཟུག་ཟེར་ན་ད་ལྟའི་གསུངས་པ་རེད། ཨོ་ཡ། དེ་བྱེད་དུས་རྩ་ནས་ད་ནས་མངོན་པར་བཀའ་བ་ཡོད་པ་དང། ད་ཡང་དག་པར་བླང་བ་ལས་བྱུང་བ་ཟེར་ཡང་འདི་མཛོད་ཀྱི་སྐབས་ནས་གསུངས་པ་ད་དེ་རེད། ང་ཚོ་དཔེར་ན། སོ་ཐར་གྱི་སྡོམ་པ་ལྟ་བུ་དང། ཨོ་དེ་བཞིན་དུ་ད་ནས་བསམ་གཏན་དང་ཟག་མེད་ཀྱི་སྡོམ་པ་ལ་སོགས་པ་ལྟ་བུ། ཨོ་ད་དེ་ཚོའི་གྱི་རིགས་དེ་ལ་དེ་ནི་ཡང་དག་པར་བླང་བ་ལས་བྱུང་བ་ཟེར་དང་མདོར་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡ་དེ་ཡིན་པ་རེད། ད་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་འདི། ད་ལྟ་འདི་ཀུན་འདུས་ཀྱི་སྐབས་འདྲ་ཅིག་ཡིན་ན། འདིའི་ནང་ནས་སོང་བྱ་བོད་ཀྱི་གཟུགས་ཡིན་ན་ཡིན་གཅིག་མིན་གཅིག་གཟུགས་ཀྱི་ཕུང་པོ་ཡིན་ན། དེ་ནི་བདེན་གྲུབ་དང་ད་ལྟ་འདི་སྒྲོ་བཏགས་མ་ཡིན་པ་དེ་འདྲ་ཅིག་ཡིན་དགོས་པའི་ངེས་པ་དེ་འདྲ་ཅིག་མེད་ཡོང་གི་ཡོད་རེད་དེ་བྱེད་དུས་ད་ལྟ་འདི་ནང་ལ་ད་ཅིག་བདེན་གྲུབ་དང་སྒྲོ་བཏགས་ལ་སོགས་པའི་དབྱེ་བ་གང་གཱའི་མ་ཕྱེད་ནས་ཅི་ད་ནམ་གྱི་གཟུགས་ཟེར་ན་ཡོངས་སུ་གྲགས་པ་ལྟ་བུ་གཅིག་གི་སྒོ་ནས་བར་དབྱེ་བ་དེ་ཕྱེ་སོང་བར་བ་འོ་དེ་ཡིན་དུས། ད་ལྟ་འདི་ད་རྣམ་གཞག་བྱེད་སྟངས་འདྲ་བོ་དེ་དེ་འདྲ་ཅིག་རེད། ད་བྱེད་སྒྲ་སྨྲ་བའི་སྐབས་འདྲ་ཅིག་ན་འདིའི་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡང་འདི་ཡང། རྫས་གྲུབ་ཀྱི་རང་བཞིན་ཅན་དེ་ལ་ཅིག་ཞར་གཅིག་སྣང་ཡོང་གི་ཡོད་རེད་བ། ད་ལྟ་འདི་ནས། དེ་ནི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡ་འདི་རྫས་སུ་གྲུབ་པའི་རང་བཞིན་ཅིག་ལ་འོ་ད་ངོས་འཛིན་དེ་འདྲ་ཅིག། མི་སྣང་ཡོང་གི་ཡོད་ས་རེད། ཡིན་ན་ཡང་ད་ཅིག་གཟུགས་ཀྱི་ནང་ཚན་གྱི། དབྱེ་བ་ཙམ་ལ་བགྲང་དུ་རུང་བ་ལྟ་བུ་ཅིག་རེད་བ་དེའི་ཕྱི་དུས་ཙམ་ནས། དེ་ནི་ཡང་དག་པར་བླང་བ་ལས་བྱུང་བ་ཟེར་ཡ་དེ་སོང་རེད། ད་ཡང་དག་པར་བླང་བ་ལས་བྱུང་བ་སོང་ཡོང་དུས་ཙམ་ནས། དཔེར་ན། སོ་ཐར་གྱི་སྡོམ་པ་ལྟ་བུ་ཅིག་ཡིན་ན། དེ་འདྲ་ཅིག་མཁན་སློབ་ལ་སོགས་པའི་མདུན་ནས་གོ་གླེང་དགོས་ཡ་འདྲ་བོ་ཅིག་རེད་བླང་བ་ལས་བྱུང་བ་དེ་འདྲ་ཅིག་རེད་འདོད་ཡོད་རེད་དེ་བསམ་གཏན་དང་ཟག་མེད་ཀྱི་སྡོམ་པ་འདྲ་ཅིག་ཡིན་ན་ཡང་དག་པ་བླང་བ་ལས་བྱུང་བ་ཟེར་ཡ་འདི་ག་འདྲེ་འདྲ་བོ་ཅིག་ཆགས་ཀྱི་རེད་ཟེར་ཡོད་འདུག་ཙང་ནས་ད་འདི་དེ་ནས་དངོས་སུ་སོ་ཐར་དང་ཟག་མེད་ཀྱི་སྡོམ་པ་དེ་ཅིག་མཁན་སློབ་ལྟ་བུ་ཅིག་གི་མདུན་ནས་གོ་གླེང་ཡ་ས་གལ་ཡོད་མ་རེད་དེ་ཡིན་ན་ཡང་དེ་ནས་མཁན་སློབ་ལ་སོགས་པའི་མདུན་ནས་གླེང་ཡོང་རྒྱུ་གིས་ད་ད་འདི་སོ་ཐར་གྱི་སྡོམ་པ་དེ་ཚོ་དང། དེ་ནི་རིགས་ཀྱི་ཐོག་ནས་འདྲ་སོང་བ་ཡིན་རྒྱུ་ཙང་ནས་དེ་ནི་ཡང་དག་པར་བླང་བ་ལས་བྱུང་བ་ཟེར་འདི་ཁོང་ལ་ཡ་དེ་ནི་སྡུག་གུ་རེད་ཟེར་གུ་རེད་མ་གཏོགས་པའི་དངོས་གནས་ཀྱི་ཡང་དག་པར་བླང་བ་ལས་བྱུང་བ་རེད་མ་རེད་དེ་ཡིན་དུས་ཡང་དག་པར་བླང་བ་ལས་བྱུང་བ་ཟེར་དུས་ཙང་ནས་སོ་ཐར་སྡོམ་པ་རྐྱང་པ་ལ་གོ་གུ་དེ་རེད། དེ་ནས་བསམ་གཏན་དང་ཟག་མེད་ཀྱི་སྡོམ་པ་གཉིས་པོ་དེ་དག་དེ་དང་དེ་ནི་རིགས་མཐུན་ཡིན་པའི་རྒྱུ་མཚན་ཙམ་ལ་བརྟེན་ནས་དེ་ནི་ཡང་དག་པར་བླང་བ་ལས་བྱུང་བ་ཟེར་བག་ཡངས་བའི་སྒོ་ནས་འོ་གསུངས་བྱས་པ་ལྟ་བུ་དེ་འདྲ་ཅིག་ཡིན་གྱི་ཡོད་ས་རེད་དེ་མ་གཏོགས་ད་དངོས་གནས་བྱས་ནས་བག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་འདྲ་བོ་གཅིག་ན

ད་ལྟ་ཀེང་རུས་ཀྱིས་གང་བའི་ས་གཞི་བློ་ངོ་ལ་བཀྲམ་ནས་སྒོམ་བདེ་ཡག་དེ་ཚོ། དེ་ལ་ད་བློ་རྟོག་པ་དེ་གི་བར་སྒྲོ་བཏགས་དགོས་རེད་ས་ཆ་ཐམས་ཅད་ཀེང་རུས་ཀྱིས་གང་བདེ་བ་ནང་བཞིན་སྒོམ་དགོས་རེད་བར་སྒྲོ་བཏགས་དགོས་རེད་དེ་འདྲ་ཞིག་བློ་ངོ་ལ་ཡིད་ཡུར་དུ་བྱེད་དགོས་ཀྱི་ཡོད་རེད་དེ་ཡིན་དུས་ཁ་སེང་འདི་དབུ་མ་འཇུག་པའི་ནང་ལ་ཡང་ལོག་པ་ཡིད་ལ་བྱེད་པ་བསྟན་ཕྱིར་རོ་གསུངས་སོ་དེ་ཡང་དག་པ་དེ་ཁོ་ན་ཉིད་ཡིད་བྱེད་མ་རེད་ལོག་པ་ཡིད་ལ་བྱེད་པ་རེད་གསུངས་ཡོད་རེད་བ་འོ་དེ་ཡིན་དུས་ད་དེ་ཚོ་ལ་དེ་ནི་ཀུན་བརྟགས་ཀྱི་གཟུགས་ཟེར་གྱི་ཡོད་རེད། ཡིས་རྟོགས་པ་དེའི་ངོ་ལ་དེ་ནི་ཀེང་རུས་ཀྱིས་གང་བའི་ས་གཞི་སྣང་དེ་ཡང་འདྲ་བོ་དང་དེ་འདྲ་དེ། ཆོས་ཀྱི་བྱིན་ཅན་གྱི་གཟུགས་སྣང་མཚན་དེ་ནི་ཀུན་དག་པའི་གཟུགས། དེ་ནི་དབང་བསྒྱུར་བའི་གཟུགས་ཟེར་ཡ་འདི་ཡང་ཏིང་བསམ་གཏན་དང་གཟུགས་མེད་ཀྱི་ཏིང་ངེ་འཛིན་རྣམས་སུ་མཐོང་བོ་ཅི་རྒྱུ་ལ་སྤྱད་ཡོད་འདུག་ཙང་ནས་ས་གཞི་ཐམས་ཅད་གསེར་དུ་སྣང་ཆོག་པ་ལྟ་བུ། དག་པས་ཀྱི་ཞིང་ཁམས་ལ་སོགས་པ་སྣང་ཆོག་ཡ་འདྲ་བོ་དང་དེ་ཚོ་ལ་དབང་བསྒྱུར་ཐོབ་པའི་གཟུགས་སུ་བཤད་དགོས་རེད། བ་ཡང། དབང་བསྒྱུར་བའི་གཟུགས། དང་ཀུན་བཏགས་ཀྱི་གཟུགས་དང་དབང་བསྒྱུར་གྱི་གཟུགས་གཉིས་པོ་ཁྱད་པར་འདྲ་བོ་དང་དགའ་ས་ན་ཀུན་བཏགས་དེ་བློ་རྟོག་པ་གཅིག་གི་བག་ཡིད་ཡུལ་ལ་དེ་ནས་ཀུན་རིག་གི་ཁམས་ལ་ས་གཞི་བཀྲམ་ནས་ལ་དེ་ནས་འགྲོ་འཛིན་དེ་ཡང་དེ་རེད་རྟོག་པའི་དངོས་ཡོད་རེད། དེ་ནས་དེ་དང་དེའི། དབང་བསྒྱུར་བའི་གཟུགས་ཟེར་ཡ་དེ་ཡང་སོ་སོ་ལ་དེ་འདྲའི་གི་ནུས་པ་གཅིག་ཐོབ་ནས། དེ་ནས་ང་ཚོ་བས་ན་ཟད་པར་མེ་ཡི་ཏིང་ངེ་འཛིན་ཐོབ་བསྡད་མཁན་གང་ཟག་དེ་ཚོ་གི་ཅིག་ཆུ་ལ་སོགས་པ་དེ་ཚོ་ལ་ཡང་མེར་བསྒྱུར་ཆོག་པ་ལྟ་བུ་དེ་འདྲ་ཡོང་གི་འདུག་བ་དེ་ནས་ཟད་པར་ནམ་མཁའི་ཏིང་ངེ་འཛིན་ཡོད་བསྡད་པ་ཡིན་ན་ཐོག་བཅས་ཀྱི་དངོས་པོ་དེ་ཚོ་ཡང་ཐོག་མེད་དུ་བསྒྱུར་ཐུབ་པ་ལྟ་བུ་དེ་འདྲ་ཡོང་གི་འདུག་བ་ད་དེ་ཚོའི་གྲས་དེ་ལ་དེ་ནི་དབང་འབྱོར་བས་སུ་ཟེར་ན་སོང་དགོས་ཡ་འདྲ་བ་དེ་འདྲ་ཅན་ཡིན་དགོས་ས་རེད་བ་ཡ་དབང་འབྱོར་བ་འོ་ཟད་དེ་གིས་ང་ཚོ་འདི། ད་ལྟ། ད་གཟུགས་ཀྱི་ཕུང་པོ་ཟེར་ཡ་ད་དེ་བསྟན་པ་ཡིན་པ་རེད། ད་འདི་ནས་མ་དེ་ནས་ཚོར་བའི་ཕུང་པོ་བཤད་ཡོང་གི་ཡོད་རེད་ད། དེ་ལ་དང་པོ་དྲི་བ་ལ། ཚོར་བའི་ཕུང་པོ་རྣམ་པར་བཞག་པ་གང་ཞེ་ན་ད་ཚོར་ཕུང་གི་ངོ་བོ་དེ་གང་འདྲ་ཞེ་ན་བཤད་དགོས་རེད་ཟེར་ན་ད་ཚོར་བ་ཟེར་ཡ་དེ་ཅི་ད་ཉམས་སུ་མྱོང་བའི་བདག་ཉིད་ཅན་ཅིག་རེད་བ། ཚོར་བའི་ཕུང་པོ་རྣམ་པར་བཞག་ཅེ་ན། དེ་ལ་ཚོར་བའི་ཚོགས་དྲུག་དེ་དག་ཚོར་བ་དེ་ལ་བག་ཡས་ཡོད་འདུག་ཙང་ནས། ཚོར་བ་རྣམ་པ་དྲུག་ཡོད་གསུངས་ཀྱི་རེད། སྤྱི་དང་ནམ་རྒྱུན་ང་ཚོ་ཚོར་བ་ཚོ་བསྡུ་བ་ཡིན་ན་ཚོར་བ་གསུམ་ཡང་བསྡུ་འགྲོ་གི་རེད་བ། ཚོར་བ་བདེ་བ། ཚོར་བ་སྡུག་བསྔལ། ཚོར་བ་བཏང་སྙོམས་ཟེར་ཡང་འགྲོ་གི་རེད། ཡང་དེ་ནས་བ་ལྟའི་ཚིག་གཡས་བཞག་པ་ཡིན་ན་མངོན་པ་མཛོད་དེ་ཚོ་ནས་བཅིངས་ན་ཚོར་བ་རྣམ་པ་ལྔ་འགྲོ་གི་ཡེད་གི་རེད་བ། དེ་གཡས་ཚུར་ཁ་ཁ་རེད། དཔེར་ན་ལྔ་གཡས་ཡོད་འདུག་ཙང་ནས། ཚོར་བ་སྡུག་བསྔལ། ཚོར་བ་ཡིད་མི་བདེ་བ། ཚོར་བ་བདེ་བ་ཚོར་བ་ཡིད་བདེ་ཚོར་བ་བཏང་སྙོམས་པ། སྐབས་དེ་དུས་རྩ་ནི་ཁོའི་གཡས་ཐང་འདྲ་བོ་དེ། དེ་ནས་ཚོར་བ་བདེ་བ་ཟེར་ཡོང་དུས་རྩ་ནི་ལུས་ཤེས་འཁོར་བྱུང་གི་ཚོར་བ་བདེ་བ་དེ་ལ་གོ་དགོས་རུ་བ། དེ་ནས་ཚོར་བ་ཡིད་བདེ་ཟེར་ཡོང་དུས་རྩ་ནི་ཡིད་ཀྱི་རྣམ་པར་ཤེས་པའི་འཁོར་དུ་བྱུང་བ་ཚོར་བ་བདེ་བ་དེ་ལ་ཡིད་བདེ་ཟེར་གི་རེད། དེ་ནང་བཞིན་ཚོར་བ་སྡུག་བསྔལ་ཟེར་ཡོང་དུས་རྩ་ནི་ལུས་ཤེས་གཟེར་བོ་དང་དབང་ཤེས་འཁོར་བྱུང་གི་ཚོར་བ་དེ་ཚོ་ལ་དེ་ནི་ཚོར་བ་སྡུག་བསྔལ། ཡེ་ཤེས་འཁོར་བྱུང་གི་ཚོར་བ་སྡུག་བསྔལ་དེ་ལ་བརྟེན་ནས་ཡིད་མི་བདེ་བ་ཟེར་ན་འོ་ད་ལབ་དགོས་འདི་ཡང་ཡེ་ཐང་གྲོགས་ལས་ལྟས་ས་ཁག་ཆགས་ཡོང་གི་ཡོད་རེད་ད། ད་ལྟ་འདི་ནས་ཡེ་ཚོར་དེ་ཁ་སང་ཚོར་བའི་ཚོགས་དྲུག་གསུངས་ཡོད་འདུག་ཚང་ནས་དབང་པོ་ཚོགས་དྲུག་ཡོད་པ་ཡིན་འདུག་དེ་ནས་དེ་ལས་བྱུང་བའི་དེ་དག་ཚོར་བ་གང་ཡིན་པ་དེ་ལ་བརྟེན་ནས་ཚོར་བ་རྣམ་པ་དྲུག་ཟེར་ནས་གསུངས་པ་རེད། མིག་གི་འདུས་ཏེ་རིག་པ་ལས་བྱུང་བ་ཚོར་བའི་རིག་པ་ལས་བྱུང་བའི་ཚོར་བ་བདེ་བ་ཡང་རུང་སྡུག་བསྔལ་ཡང་རུང། སྡུག་བསྔལ་ཡང་རུང་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པ་ཡང་རུང་བ་དང། ད་དེ་སོང་རེད་ད་དེ་ཡིན་དུས་ཚང་ནས་དང་པོ་དེ་ནས་དེ་དང་དེ་ཚོར་བ་ཚོགས་དྲུག་ཡོད་རེད་ཟེར་དུས་ཚོར་བ་ཚོགས་དྲུག་ནང་ན་དང་པོ་དེ་ག་རེ་ཟེར་ན་མིག་གི་འདུ་དེ་རིག་པ་ལས་བྱུང་བ་ཚོར་བ་སོང་ད་མིག་གི་འདུ་དེ་ཟེར་དུས་ཚང་ནས་དཔེར་ན། ཡུལ་དང། དབང་པོ་དང་ཤེས་པ་གསུམ་འདུས་པ་ལ་བརྟེན་ནས་སེམས་བྱུང་རིག་པ་ཟེར་ཡ་གཅིག་ད་རྒྱུད་ལ་སྐྱེ་ཡོང་གི་ཡོད་རེད་སེམས་བྱུང་རིག་པ་ཟེར་ཡ་དེ། སེམས་བྱུང་རིག་པ་ཟེར་ཡིན་དུ་ཚང་ནས་ག་རེ་ཟེར་གི་རེད་ཟེར་ན། ད་ང་ཚོ་དཔལ་ན་མིག་ཤེས་འདྲ་བོ་ཅིག་ཡུལ་ལ་འཇུག་འགྲོ་གི་ཡོད་ན། ཡུལ་དེ་གི་འགྱུར་བ་ཚོ་ཐག་བཅད་ཐུབ་མཁན་ཅིག་འོ་ད་འདི། ཡུལ་གི་དེ་ནས་ཅིག་གནས་ཚུལ་དཔལ་ན་བུམ་པ་དང་ཀ་བ་གཉིས་འདྲ་ཅིག་ཡིན་ན་ཡང་བུམ་པའི་གི་གནས་ཚུལ་ག་འདྲའི་འདྲ་བོ་ཅིག་ཡིན་པ་དང་ཀ་བའི་གི་གནས་ཚུལ་ག་འདྲ་ཡིན་པ་ཁོ་རང་སོ་སོ་གི་ད་ཅིག་ཡུལ་གྱི་འགྱུར་བ་ཅིག་ཡོད་པ་དེ་ཡིན་དུས་དེ་ཚུར་ཐག་གཅོད་ཐུབ་མཁན་གྱི་བློ་གཅིག་ལ་ད་ས་རིས་འདྲ་བོ་གཅིག་ལ་སེམས་བྱུང་རིག་པ་ཟེར་གྱི་ཡོད་རེད། དེ་ཡིན་དུས་དེ་འདྲའི་གི་རིག་པ་གང་ཡིན་པ་དེ་གི་འོ་ད་འདི་ཅིག་ཡིད་དུ་འོང་བ་འདྲ་བོ་གཅིག་དང། དེ་ནས་ཡིད་དུ་མ་འོང་བ་ལྟ་བུ་ཅིག་ལ་འགྱུར་བ་བསྐྱལ་ཡོང་དུས་ཙང་ནས་དེ་ནི་དེའི་མཇུག་ལ་ད་རིག་པ་དེ་གི་སྟོབས་ཀྱི་སྒོ་ནས་དེ་ནི་ཚོར་བ་བདེ་སྡུག་ལ་སོགས་པ་འདྲེན་ཡོང་གི་ཡོད་རེད་དེ་ཡིན་དུས་ཙང་ནས་མིག་གི་མདུན་དུ་རིག་པ་ལས་བྱུང་བ་ཚོར་བ་ཟེར་ཡ་དེ་རེད་ད། དེ་རེད། ད་དེ་ཅི་ལུས་གཙང་ནས། སྤྱི་བཏང་གི་ད་ལྟ་འདི་དཔེར་ན་མིག་ཤེས་འདྲ་བོ་ཅིག་སྐྱེས་ཚར་བ་ཡིན་ན། ད་མིག་ཤེས་དེ་དང་མཉམ་དུ། སང་ཉིན་འོག་ནས་ད་ལྟ་འདི་ཀུན་འགྲོ་ངག་ཟེར་ཡ་ཅིག་ཡོང་གི་ཡོད་རེད་སེམས་གཅོང་ཀུན་འགྲོ་ངག་དང་ཡུལ་ངན་ངག་ཟེར་ཡ་ཅིག་དང་མངོན་པར་མཛོད་ཀྱི་སྐབས་འདྲ་ཅིག་ན་སེམས་ཀྱི་ས་མང་བ་སྐྱོ་ཟེར་ཡ་ཅིག་ཡོང་གི་ཡོད་བ་དེ་ཡིན་དུས་མིག་ཤེས་དེ་གི་འཁོར་དུ་སེམས་གཅོང་ཡོངས་སུ་རྫོགས་པ་སྐྱེས་དུ་ཡོད་རེད་དེ། ཡིན་ན་ཡང། དེ་ནས་དེ་དང་དེ་ད་དེའི་སེམས་བྱུང་དེ་ཚོ་ཚང་མ་དེ། ཡུལ་དང་དབང་པོ་ཤེས་པ་གསུམ་འདུས་པ་ལ་བརྟེན་ནས་བྱུང་བདེ་བ་རྐྱང་རྐྱང་རེད་དུ་ཡོད་དཱ། དེ། དབང་ཤེས་མིག་ཤེས་ཀྱི་འཁོར་དུ་བྱུང་བ་དེ་དང་དེའི་ཚོར་བ་དང་སེམས་པ་ལ་སོགས་པ་ག་རེ་ཡིན་ན་ཡང། ཡིན་ན་ཡང་དེ་ཚོ་བར་བཀག་ཡག་བྱེད་དུ་ག་རེ་སོང་དགོས་རེད་ཟེར་ན། དེ་ནས། ད་ལྟ་འདི་ན་ལ་མིག་གི་འདུས་ཏེ་རིག་པ་ལས་བྱུང་བའི་དེ་ནི་ཚོར་བ་ཟེར་ཡ་དང་ཚོར་བ་ཁོ་རང་གི་མིང་གི་དངོས་སུ་བསྟན་ཡོང་གི་ཡོད་དེ་མ་གཏོགས་པ་མིག་གི་འདུས་ཏེ་རིག་པ་ལས་དེ་ནི་བྱུང་བྱ་བའི་གི་སེམས་བྱུང་ཙམ་གྱི་ལབ་བཞག་པ་ཡིན་ན་ད་སེམས་བྱུང་གཞན་དག་ཚང་མ་ཡང་མིག་གི་འདུས་ཏེ་རིག་པ་ལས་བྱུང་བའི་དེ་ནི་སེམས་བྱུང་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་དེ་ཚོར་བ་འགའ་ཡང་བྱེད་དུ་དེ་ནི་ཚོར་བ་སོང་རེད་དེ་ནི་དེ་ལྟ་བུ་ཚོར་བ་དེ་ལ་བདེ་བ་ཡང་རུང། དེའི་ཚོར་བ་དེ་རྒྱུད་ལ་སྐྱེས་ཡོང་དུས་ཙང་ནས་ད་ང་ལ་ཐོབ་དགོས་འདུག་བསམ་པ་འདྲ་བོ་དེ་འདྲས་ཀྱི་ཐོབ་བྱ་ཉིད་དུ་ཞེན་སོང་བ་ལྟ་བུ་དང་དེ་འདྲའི་ཕན་འདོགས་པར་སྣང་བ་དེ་འདྲ་བོའི་ཚོར་བ་དེ་ཕ་ཁ་དྲན་དུས་མེད་པ་ལྟ་བུ་དེ་ལ་དེ་ནི་བདེ་བ་ཡིན་རུང་ཟེར་གི་བདེ་བ་ཡིན་ན་ཡང་འདྲ། ད་ཡང་ཚོར་བ་གང་ཞིག་རྒྱུད་ལ་སྐྱེས་ཡོང་དུས་ཙང་ནས་གདུང་བ་སྐྱེས། དེ་ནས་ཅིག་ད་ལྟ་འདི་སོ་སོ་ལ་གནོད་ཡོང་གི་འདུག་བསམ་པའི་སྒོ་ནས་དེ་སྔ་ཕག་ཅིག་ཐག་རིང་བཏང་དགོས་འདུག་བསམ་པའི་འདྲར་འདོད་ཅན་ཡོན་ཡང་གི་ཚོར་བ་གང་ཡིན་པ་དེ་ལ་བརྟེན་ནས་སྡུག་བསྔལ་སོང་གི་རེད་བ་སྡུག་བསྔལ་ཡང་རུང། དེ་ནས་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་ཚོར་བ་བཏང་སྙོམས་པ་ཡིན་ན་ཡང་འདྲ། དེ་ཕྱི་དུས་ཚང་ནས་མིག་ཤེས་འཁོར་བྱུང་གི་ཚོར་བ་རྣམ་པ་གསུམ་དང། ད་ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་ཚོར་བ་དྲུག་གསུམ་བཅོ་བརྒྱད་ཡང་བརྩི་ཆོག་གི་རེད་བ། དེ་ནས་དེ་རེད་ཚུར་བསྡུ་ཡོང་བ་ཡིན་ན་དེ་ནས་ཚོར་བའི་ཚོགས་དྲུག་སོང་བ་རེད་མིག་གི་ནུས་ལྟར་རིག་པ་ལ་བརྟེན་ནས་བྱུང་བ་ཚོར་བ་ཟད་དེ་རེད། ད་དེ་ལ་མི་རང་མཚན་ཡོད་འདུག་ཚང་ནི་བདེ་བ་དང་སྡུག་བསྔལ་བཏང་སྙོམས་རྣམ་པ་གསུམ་རེད། ད་དེ་བཞིན་དུ་ད་ནི་རྣ་བ་དང་སྣ་དང་ལྕེ་དང་ལུས་དང་ཡིད་ཀྱི་འདུ་དེ་རེག་པ་ལས་བྱུང་བའི་ཚོར་བ་བདེ་བ་ཡིན་ན་ཡང་འདྲ་སྡུག་བསྔལ་ཡིན་ན་ཡང་འདྲ་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པ་དང་རུང་སྟེ། འོ་ད་དེ་འདྲ་ཡིན་འདུག་ཚང་ནི་ད་དེ་ལྟ་བུའི་ད་ནི་ད་ལྟ་འདི་ད་ཚོར་བ་རྣམས་དང་རུང་སྟེ། བདེ་བ་ལུས་ཅན་ཡང་རུང་སྡུག་བསྔལ་ལུས་ཅན་ཡང་རུང་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་ལུས་ཅན་ཡང་རུང་གསུངས་ལས་ད་ཡང་ད་ལྟ་འདི་ཚོར་བ་དྲུག་འདི་དབྱེ་ཚར་བའི་རྗེས་ལ་ད་འདི་ནས་མ་ཡང་ཚོར་བ་དེ་གཏན་གྱི་སྒོ་ནས་དེ་ནས་དབྱེ་བ་ཕྱེ་ཡོང་གི་ཡོད་རེད་ད། ག་ཟེར་ན། ལུས་ཚོར་དང་སེམས་ཚོར་གཉིས་ཡིན་ཟེར་ན་ནམ་ཞིག་ཤེས་ཀྱི་ཡོད་པ་ད་དེའི་དབྱེ་སྒོ་དེ་རེད། ལུས་ཚོར་དང་སེམས་ཚོར་གཉིས་ཟེར་ཡོད་དུས་ཚང་ནས་བདེ་བ་ཡིན་པ་ལ། དེ་ནས་ཚོར་བ་བདེ་བས་ཀྱི་ངོ་བོ་ཡིན་པ་ལ། ལུས་ཅན་ཡང་རུང་ཟེར་ཡ་འདི་ལུས་དབང་གཅིག་པོ་ལ་གོ་གོ་མ་རེད། དཔེར་ན་མིག་གི་དབང་པོ་རྣ་བའི་དབང་པོ་སྣ་ཡི་དབང་པོ་ལྕེ་ཡི་དབང་པོ་ལུས་ཀྱི་དབང་པོ་སོགས་དབང་པོ་གཟུགས་ཅན་པ་ལྔ་ཡོད་རེད་བ། དེ་འདྲའི་གི་དབང་པོ་གཟུགས་ཅན་པ་ལྔ་པོ་དེ་ལ་བརྟེན་ནས་བྱུང་བའི་རིག་པ་དེ་དང་མཚུངས་ལྡན་དུ་ཡོད་པའི་ཚོར་བ་གང་ཡིན་པ་དེ་ཚོ་ལ་ཚོར་བ་བདེ་བ་དེ་ལ་ལུས་ཚོར་བདེ་བ་ཟེར་གྱི་རེད། ངོ་ཐེངས་དུ་བདེ་བ་ལུས་ཅན་རུང། དེའི་ནང་བཞིན་དུ་དཔེར་ན་སྒོ་ངའི་རྣམ་ཤེས་དེ་དང་མཚུངས་ལྡན་དུ་ཡོད་པའི་ཡང་ཚོར་བ་སྡུག་བསྔལ་དེ་ལ་ལུས་ཀྱི་སྡུག་བསྔལ་ཟེར་ལ་སྡུག་བསྔལ་ལུས་ཅན་ཡང་རུང། དེ་ནི་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་དེ་འདྲས་སྒོ་ངའི་དབང་ཤེས་ཀྱི་འཁོར་དུ་བྱུང་བ་དེ་ལ་ལུས་ཚོར་བཏང་སྙོམས་པ་ཟེར་གྱི། རུ་བ། དེ་ཡིན་དུས་ད་དེ་འདྲའོ་དེ་ནི་ཚོར་བ་ལུས་ཚོར་དང་སེམས་ཚོར་སམ་གཉིས་ཆད་འདུག་ལུས་ཚོར་ཟེར་ལ་སྒོ་བའི་རྒྱུ་མཚན་འདྲའོ་ཟེར་ག་ཟེར་ན་དབང་ཤེས་ཀྱི་འཁོར་བྱུང་གི་ཚོར་བ་དེ་ཚོ་ལ་ལུས་ཚོར་ཟེར་གྱི། ད་བདེ་བ་སེམས་ཀྱི་ཡང་རུང་སྡུག་བསྔལ་སེམས་ཀྱི་ཡང་རུང་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་སེམས་ཀྱི་ཡང་རུང་ཟེར་དུས་ད་དེ་དུས་ག་རེ་གསུང་གི་རེད་ཟེར་ན། དེ་ནས་སེམས་ཚོར་དུ་བཤད་ཡོང་གི་ཡོད་རེད་ད། སེམས་ཚོར་དུ་གསུང་ཡོང་དུས་ཙང་ནས། ད་ལྟ་འདི་དྲུག་པ་ཡིད་ཀྱི་རྣམ་པར་ཤེས་པའི་འཁོར་སྦྱོང་གི་དེ་ནས་ཚོར་བ་བདེ་བ་དང་སྡུག་བསྔལ་དང་ད་སྡུག་བསྔལ་ཡང་མ་ཡིན་པ་བདེ་བ་ཡང་མ་ཡིན་པ་ད་དེ་འདྲ་བོ་དེ། དེ་ནས་ད་ལྟ་འདི་ད་སེམས་ཚོར་བདེ་འདུག་ཟེར་ན་འོ་ད་དེ་འདྲ་བྱས་ནས་བཤད་ཡོང་གི་ཡོད་རེད་དེ་བྱས་དུས་ཙང་ནས། དེ་ནས་སེམས་ཀྱི་ཡང་རུང། ད་དེ་ཡིན་དུས་ལུས་ཚོར་དང་སེམས་ཚོར་རྣམ་པ་གཉིས་ཡོད་རེད། དེའི་ཕྱིར། ད་དེ་ནི་དེའི་སྒང་ལ་ཡང་ཚོར་བ་དེ་ལ་དབྱེ་ཡོད་འདུག་ཙང་ནས་སྤང་བྱ་དང་གཉེན་པོའི་སྒོ་ནས་བསྟན་པས་ཀྱི་ཡང་ཚོར་བ་རིགས་གཉིས་ཡོང་གི་ཡོད་རེད། ཚོར་བ་རིགས་ཁ་ཤས་ཅིག་སྤང་བྱ་ཡིན་པས་ཀྱི་ཚོར་བ། ཚོར་བ་རིགས་ཁ་ཤས་ཅིག་གཉེན་པོ་ཡིན་པས་ཀྱི་དོན་ཚོར་བ་ཟེར་ཡ་ད་དེ་འདྲའི་རྣམ་པ་གཉིས་རེད། ད་དེ་ལ་ག་རེ་ཟེར་ན། བདེ་བ་བཟང་བཟང་དང་བཅས་པ་ཡང་རུང། སྡུག་བསྔལ་དང་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་ཟང་ཟིང་དང་བཅས་པ་ཡང་རུང་ཟེར་དེར་ད། ད་དེ་གསུངས་དུས་ཙང་ནས་འདི་བདེ་བ་ཟང་ཟིང་དང་བཅས་པ་ཡང་རུང་ཟེར་ཡང་འདི་གི། ད་ནི་སྤང་བྱའི་སྒོ་ནས་བསྟན་བཞག་པའི་གི་ད་ང་ཚོ་ཟག་བཅས་ཀྱི་ཚོར་བ་ཟེར་དེ་རེད། དཔེར་ན་ད་ནི། ཕུང་པོ་འཇིག་པའི་ཚོགས་ལ་ཆགས་ཤིང་ཞེན་ནས་སྲིད་པ་མཁའ་གསུམ་འཁོར་བའི་གེ་དག་ཅིག་ཆོས་ཀྱི་དབྱིངས་བདེ་བའི་གེ་དེ་ནི་སྤང་བྱའི་ངོ་བོ་ཉིད་དུ་གྱུར་པའི་དེ་ནི་ཟག་པ་དང་བཅས་པའི་གེ་ཚོར་བ་ཟད་དེ་རེ་བ། དེའི་འདུས། བདེ་བ་ཟང་ཟིང་དང་བཅས་པ་བདེ་ཚོར་དེ་ནི་ཟག་བཅས་ཀྱི་བདེ་ཚོར། དེ་བཞིན་དུ་དེ་ནི་སྡུག་བསྔལ་གདུང་བར་མྱོང་བ། དེ་ནི་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པ་ཟང་ཟིང་དང་བཅས་པ་ཟད་འོ་དག་དེ་འདྲ་བ་རྣམ་པ་གསུམ་པོ་དེ་ལ། གཙོ་བོ་སྤང་བྱའི་སྒོ་ནས་དེ་ནི་བརྟག་བྱ་བའི་གེ་དེ་ནི་ཚོར་བ་རྣམ་པ་གསུམ་གསུངས་པ་རེད་ཅེས་པ་ཡང་རུང། ད་དེ་ནི་བདེ་བ་ཟང་ཟིང་མེད་པ་ཡང་རུང་སྡུག་བསྔལ་དང་སྡུག་བསྔལ་མ་ཡིན་པ་ཡང་བདེ་བ་མ་ཡིན་བདེ་བ་ཡང་མ་ཡིན་པ་ཟང་ཟིང་མེད་པ་ཡང་རུང་གསུངས་འདུག་བ་ད་དེ་གསུངས་དུས་རྩ་ནས་གར་ཟེར་ན། ཟག་མེད་ཡིན་པ་ལ་བདེ་བ་ཡིན་པ་བཏང་སྙོམས་ཡིན་པ་ཡོད་ཆོག་གི་རེད། ཡིན་ན་ཡང་ཟག་མེད་ཡིན་པ་ལ་སྡུག་བསྔལ་ཡིན་པ་ཅིག་ཡོང་གི་མ་རེད། ད་ད་ལྟ་འདི་ནས་ག་རེ་གསུངས་ཀྱི་རེད་ཟེར་ན་གཉེན་པོའི་ངོ་བོ་ཉིད་དུ་གྱུར་པ་ཟེར་བཤད་རེད་བ་གཉེན་པོའི་ངོ་བོ་ཉིད་དུ་གྱུར་པ་ཟེར་དུས་ཟེར་ན་གཉེན་པོ་ཡིན་ན་ཡིན་གཅིག་མིན་གཅིག་ཟག་མེད་ཡིན་གྱི་འོང་མར་བ། དེ་ཡིན་དུས་ཆོས་ཀྱི་ཆེད་དུ་དཀའ་ལས་བརྒྱབ་པའི་སྐབས་ཀྱི་ཚོར་བ་སྡུག་བསྔལ་ལྟ་བུ་དེ་ལ་གསུངས་ཀྱི་ཡོད་རེད། ཆོས་ཕྱིར་དཀའ་བ་སྤྱད་པའི་ཀྱི་ཚོར་བ་སྡུག་བསྔལ་འདྲ་བོ་ཅིག་ཡིན་ན། སྤྱི་བཏང་གི་དབང་དུ་བྱས་པ་ཡིན་ན་ཁོ་རང་ཟག་བཅས་ཀྱི་ཚོར་བ་དེ་འདྲ་ཅིག་རེད་དུ་ཡོད་རེད་དེ། ཡིན་ན་ཡང་དེ་འདྲ་བོ་ཀྱི་དེ་ནི་ཚོར་བ་གང་ཡིན་པ་དེ་ཉིད། ཟག་བཅས་ཀྱི་ཆུས་འཁོར་བ་ལ་སྡུག་བསྔལ་མྱོང་ཡག་དང་དཀའ་ལས་མྱོང་ཡག་གི་རྒྱུ་དེ་ཚོ་བག་དྲ་བར་བྱེད་པའི་ཀྱི་དེ་ནི་ཚོར་བའི་ཁོངས་སུ་འགྲོ་འགྲོ་བ་ཡིན་ཙང་དེ་ད་ལྟ་འདི་ནས་ཟང་ཟིང་མེད་པའི་ཚོར་བ་ཟེར་ན་ད་དེ་འདྲ་ཆེ་ནས་སོང་བཞག་པ་རེད་དེ་མ་གཏོགས་སྡུག་བསྔལ་གྱི་ཚོར་བ་ཡིན་པ་ལ་ཟག་མེད་ཡིན་པ་ཅིག་ཡོང་མི་སྲིད་པ་འདྲ་བོ་རེད་བ། འོ་དེ་བྱས་ནས། དེ་འདུས་བདེ་བ་ཟང་ཟིང་མེད་པ་ཡང་རུང་སྡུག་བསྔལ་དང་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པ་ཟང་ཟིང་མེད་པ་ཡང་རུང། འོ་ད་དེ། རྣམ་པ་སྡེ་ཚན་གཉིས་ཏེ་དེ་ནི་སྤང་གཉེན་གྱི་སྒོ་ནས་བསྟན་བྱ་བ་ཟད་ད་དེ་སོང་རེད། འོ་ཡ། གཉེན་པོ་ཟག་པ་མིན་པའི་ཚོར་བ་རྣམ་པ་གསུམ་ཟད་ད་རེད། ད་དེ་ནི་དེའི་འོག་ལ་ད་ད་འདི། འཇིག་རྟེན་པ་དེ་འདྲས་ཀྱི་ཁམས་ཞི་རགས་ཀྱི་རྣམ་པ་ཅན་དུ་བསྒོམས་ནས་སྤྱི་དང་ལམ་དེ་ལ་འཇིག་རྟེན་པའི་ལམ་དང་འཇིག་རྟེན་ལས་འདས་པའི་ལམ་ཟེར་ན་གཉིས་གསུངས་འདུག་བ། དེ་གཅིག་དུས་ཙང་ནས་འཇིག་རྟེན་ལས་འདས་པའི་ཀྱི་ལམ་ཟེར་ཏེ་གར་ཟེར་ན། བདེན་པའི་ཀྱི་རྨི་ལམ་བྱས་ནས་བསྒོམ་ཀྱི་ལམ་དེ་ལ་འཇིག་རྟེན་ལས་འདས་པའི་ལམ་ཟེར་ཀྱི་བདེན་བཞིའི་ཀྱི་རྨི་ལམ་བྱས་ནས་འགྲོ་མཁན་དེ་ལ། དཔེར་ན་སྡུག་བསྔལ་བདེན་པ་ལ་དམིགས་ནས་མི་རྟག་སྡུག་བསྔལ་སྟོང་བདག་མེད་ལ་སོགས་པ་ལྟ་བུ་དེ་འདྲའི་རྟོགས་པའི་ཀྱི་ལམ་གྱི་ངོ་བོ་ཉིད་དུ་ཆུར་ལྡན་ཀྱི་དེ་ཚོ་ལ་འཇིག་རྟེན་ལས་འདས་པའི་ལམ་ཟེར་ཀྱི་རུ་བ། དེ་ནས་འཇིག་རྟེན་པའི་ལམ་ཟེར་ཡོད་དུས་ཙང་ནས་ཁམས་ཞི་རགས་ཀྱི་རྣམ་པ་བསྒོམས་བསྡད་ཡ་དེ་ལ། དཔེར་ན་འདོད་པའི་ཁམས་འདྲ་བཅིངས་ན་སྤང་བྱ་ཉོན་མོངས་རགས་པ་དང་སྡུག་བསྔལ་རགས་པ་ལ་སོགས་པ་ལ་དམིགས། དེ་ནས་ཁམས་གོང་མ་བསམ་གཏན་དང་པོ་ལྟ་བུ་བཅིངས་ན་སྡུག་བསྔལ་ཞི་བ་དང་དེ་ནས་ཉོན་མོངས་ཞི་བའི་རང་བཞིན་གྱི་དུ་དམིགས་ནས་དེ་གཉིས་ཐོབ་བྱར་བཟུང་ནས་འདོད་ཁམས་སྤང་བྱར་བཟུང་བའི་སྒོ་ནས་དེ་ནས་སྤང་གཉིས་བྱས་ནས་བསྒོམ་བཟླས་ཡ་གི་ལམ་གང་ཡིན་པ་དེ་ལ་དེ་ནས་ཁམས་ཞི་རགས་ཀྱི་རྣམ་པ་ཅན་གྱི་ལམ་ཟེར་གྱི་རོ་དེ་ལ་འཇིག་རྟེན་པའི་ལམ་གསུང་གི་ཡོད་རེད་འོ་དེ་འདྲ་ཡིན་དུས་ཙང་ནས་ད་ད་ལྟ་འདི་ནས་མ་དེའི་དབང་དུ་བྱས་ནས་འཇིག་རྟེན་པའི་ལམ་གྱི་དབང་དུ་བྱས་ནས་ཡང་ད་ད་འདིའི་ཚོར་བ་དེ་ལ་དབྱེ་ཚོར་འདི་འདྲ་ཅིག་ཡོང་གི་རེད། ད་དེ་ག་རེ་ཟེར་ན། བདེ་བ་གཞན་པ་བསྟེན་པ་ཡང་རུང། སྡུག་བསྔལ་དང་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པ་གཞན་པ་བསྟེན་པ་ཡང་རུང་ཟེར་དེ་རེད། ད་དེ་གསུངས་དུས་ཙང་ནས་ད་ལྟ་འདི་དཔེར་ན། བདེ་བ། གཅིག། ཚུར་བཟུང་བྱ་ཉིད་དུ་གཞན་བདེ་བ། དེ་འདྲའི་གི་ཚོར་བ་ཡིན་ན་ཡང་འདྲ། བདེ་བ་ཞེན་པ་བསྟེན་པ་དང་འདོད། ཞེན་པ་བསྟེན་པ་ཡང་རུང་ཞེན་པ་བསྟེན་པ་ཟིན་དུ་ཚང་ནས་ཅིག་དེ་དེ་ཉིད་ཚུར་ཐོབ་རྒྱ་ཉིད་དུ་བཟུང་བདེ་བ་དེ་འདྲ་ཡིན་ན་ཡང་འདྲ། དེའི་བཞིན་དུ་སྡུག་བསྔལ་དང་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པའི་ཚོར་བ་བཏང་སྙོམས་པ་ཞེན་པ་བསྟེན་པ་ཡང་རུང་ངོ། དེ་ཡིན་དུས་དེ་འདྲའི་གི་ཞེན་པ་བསྟེན་པའི་གི་ཚོར་བ་རྣམ་པ་གསུམ་པོ་དེ་དག་སྤང་བྱ་འདོད་ཁམས་ཀྱི་དེ་ནི་ཚོར་བ་རྣམ་པ་གསུམ་པོ་དེ་འདྲ་ཞིག་རེད་དུ་ཡོད་རེད་གསུངས་ལ་ད་འདི་དཔེར་ན་ཁམས་ཞི་རགས་ཀྱི་རྣམ་པ་ཅན་དུ་སྒོམ་མཁན་གྱི་གང་ཟག་གི་དབང་དུ་བྱས་ཡོད་འདུག་ཚང་ནས་དེ་ནི་འདོད་ཁམས་ཀྱི། བདེ་བ་ཆགས་ཞེས་ཞེན་པ་བརྟེན་བྱ་ཉིད་དུ་བཟུང་བདེ་བའི་འདོད་ཁམས་ཀྱི་ཚོར་བ་བདེ་བ་དང། དེ་བཞིན་དུ་འདོད་ཁམས་ཀྱི་ཚོར་བ་སྡུག་བསྔལ་དང། དེ་ནས་ད་ལྟ་འདིར་འདོད་ཁམས་ཀྱི་ཚོར་བ་བཏང་སྙོམས་པ་རྣམ་པ་གསུམ་པོ་གང་ཡིན་པ་དེ་ཉིད་ལ་ཟེར་ཡོད་རེད་དེ་ཡིན་དུས་ཞེན་པ་བརྟེན་པ་ཡིན་རུང་ཨོ་ད་དེ་སྤང་བྱ་འདོད་ཁམས་ཀྱི་ཚོར་བ་རྣམ་པ་གསུམ་ཟེར་ཡོད་རེད། ཤེས་པའི་སྒོ་ནས་ཤེས་བྱ་བ། དེ་ནི་དེའི་འབྲས་བུ་ད་ལྟ་འདི། འདོད་ཁམས་ཀྱི་ཚོར་བ་གསུམ་པོ་དེ་སྤོང་བྱེད་ཀྱི་གཉེན་པོའི་ངོ་བོ་ཉིད་དུ་གྱུར་པའི་གིས་དེ་ནི་ཚོར་བ་གསུམ་པོ་དེ་དཀར་སེར་ན་བདེ་བ་མངོན་པར་འབྱུང་བ་བསྟན་པ་ཡང་རུང་སྡུག་བསྔལ་དང་སྡུག་བསྔལ་མ་ཡིན་བདེ་བ་ཡང་མ་ཡིན་པ་མངོན་པར་འབྱུང་བ་བསྟན་པ་ཡང་རུང་གསུངས་འདུག་བ་དེ་གསུངས་དུས་ཙང་ནས་ད་ལྟ་འདི། འདོད་ཁམས་ཀྱི་བདེ་བ་ལ། མངོན་པར་འབྱུང་བ་ཞེས་བསྡུ་ཚར་ན་དེ་ནས་ཡང་ངེས་པར་འབྱུང་བ་བསྟན་པ། འདོད་ཁམས་ཀྱི་བདེ་བ་ལ་ཡང་ཐར་བར་བྱེད་པའི་གྱི་ལམ་ལ་བརྟེན་པའི་གྱི་ཚོར་བ་ཟེར་ཡོད། དེ་ཡིན་དུས་བདེ་བ་མངོན་པར་འབྱུང་བ་བསྟན་པ་ཡང་རུང། དེ་བཞིན་དུ་འདོད་ཁམས་ཀྱི་སྡུག་བསྔལ་དང་འདོད་ཁམས་ཀྱི་སྡུག་བསྔལ་ཡང་མ་ཡིན་བདེ་བ་ཡང་མ་ཡིན་པའི་ཚོར་བ་བཏང་སྙོམས་པ་དེ་ནི་མངོན་པར་འབྱུང་བ་ཞེས་བསྡུ་ཡི་དྭ་དེ་ནས་ཡང་དེ་ནི་ཐར་བར་བྱེད་པའི་གྱི་ལམ་ལ་བརྟེན་པའི་དེ་ནི་ཚོར་བ་ཡིན་ན་ཡང་འདྲ། འོ་ད་དེ་འདྲ་བའི་རྣམ་པ་གསུམ་པོ་གང་ཡིན་པ་དེ་ལ་དེ་འདོད་ཁམས་ཀྱི་གཉེན་པོ་ཉིད་དུ་ཞེས་བསྡུ་བའི་དེ་ནི་ཚོར་བ་རྣམ་པ་གསུམ་ཟེར་ན་ད་དེ་འདྲ་བྱས་ན་ཤེས་དགོས་རེད་ཞེས་པ་དེ་རེད། གཏོང་བའི་རུང་བའོ། ད་དེ་བར་དུ་ད་ལྟ་འདི་མདོར་བསྟན་འདྲ་བོར་ད་རེ་རེ་བཞིན་དུ་འདིར་མ་བཤད་ཡོང་གི་ཡོད་ད་ཡང་ད་འཇིག་གོང་དུ་ད་ལྟ་འདི་འདི་རྗེས་བཤད་ནས་འདི་རིག་གོ། ད་ལྟ་གོང་དུ་བདེ་བ་ལུས་ཀྱི་ཡིན་རུང་སྡུག་བསྔལ་ལུས་ཀྱི་ཡིན་རུང་ཟེར་བ་དང་བདེ་བ་སེམས་ཀྱི་ཡིན་རུང་སྡུག་བསྔལ་སེམས་ཀྱི་ཡིན་རུང་ཟེར་ནས་སེམས་ཚོར་དང་ལུས་ཚོར་ཟེར་ནས་གཉིས་བཤད་སོ་ད་དེ་ནི་མ་རྗེས་བཤད་གནང་ཡོང་གི་ཡོད་ད་ལུས་ཚོར་ཟེར་ཡ་དེ་ག་འདྲས་ཅིག་རེད་ཟེར་ཡ་དེ་རེད། ལུས་ཀྱི་གང་བཤད་ན། ད་ནས་ལུས་ལ་སྟོན་པའི་ཚོར་བ་གསུམ་པོ་དེ་ག་འདྲ་ཞིག་རེད་ཟེར་ན། ད་དེ། རྣམ་པར་ཤེས་པའི་ཚོགས་ལྔ་དང་མཚུངས་པར་ལྡན་པའོ་ད་འདི་ཐང་ཅིག་གོང་དུ་ཞུས་ཟིན་པར་བ་སྒོ་ངའི་རྣམ་ཤེས་དང་མཚུངས་ལྡན་དུ་འགྲོ་བདེ་བའི་གེགས་དེ་ནི་ཚོར་བ་བདེ་སྡུག་བཏང་སྙོམས་གསུམ་པོ་གང་ཡིན་པ་དེ་ལ་ལུས་ཚོར་ཟེར་ནས་བཤད་པ་ཡིན་པ་རེད་ཟེར་ཡ་དེ་ལ་མཚུངས་པར་ལྡན་པའོ། དེ་ནས་སེམས་ཀྱི་གང་ཞེ་ན་གསུམ་དུ་སེམས་ཚོར་ཟེར་ཡ་དེ་ག་འདྲ་ཞིག་གོ་དགོས་རེད་ཟེར་ན་ད་ཐང་ཅིག་ཞུས་པ་ནང་བཞིན་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དང་མཚུངས་ལྡན་དུ་ཡོད་བདེ་བའི་གེགས་ཚོར་བ་བདེ་སྡུག་བཏང་སྙོམས་གསུམ་པོ་གང་ཡིན་པ་དེ་ལ་སེམས་ཚོར་ཟེར་ན་ད་ག་རེད་གསུངས་པ་རེད། ཨོ་ཡ། ལྡན་པའོ། དེང་དང་ཅིའི་གོང་དུ། ཟང་ཟིང་དང་བཅས་པའི་ཀྱི་ཚོར་བ་གསུམ། ཟང་ཟིང་མེད་པའི་ཀྱི་ཚོར་བ་གསུམ་ཟེར་ནས་གསུངས་རོ། བ་དེ་གསུམ་པོ་དེ་ག་རེ་ཟེར་ན་ཟང་ཟིང་དང་བཅས་པའི་ཀྱི་ཚོར་བ་གསུམ་ཟེར་ཡ་དེ། ལུས་ལ་སྲེད་པ་དང་མཚུངས་པར་ལྡན་པའི་ཀྱི་ཚོར་བ་དེ་ལ་ཟང་ཟིང་དང་བཅས་པའི་ཀྱི་དེ་ནི་ཚོར་བ་ཟེར་ཤེས་པ་ཡིན་པ་རེད། ད། ད་ལྟ་འདི། གཙོ་བོ། ད་ལྟ་ལུས་དང། ཡང་ན་ཅིག་དབང་པོ་གི། འཁོར་དུ་གྱུར་པའི་དེ་ནི་ཚོར་བ་བདེ་བ་ལ་ཆགས་ཤིང་ཞེན་པའི་ཆགས་པ་དང་མཚུངས་ལྡན་དུ་ཡུལ་བདེ་བའི་དེ་ནི་ཚོར་བ་གང་ཡིན་པ་དེ་ལ། དེ་ནི་ཟང་ཟིང་དང་བཅས་པའི་དེ་ནི་ཚོར་བ་ཟེར་ནས་བཤད་པ་ཡིན་པ་རེད་གསུངས་རེད་ད་དེ་ཟང་ཟིང་ཟེར་ཡ་དེ་སྲེད་པ་ལ་གོ་དགོས། མདོར་ན་སྲེད་པ་དང་མཚུངས་ལྡན་དུ་ཡོད་པའི་དེ་ནི་ཚོར་བ་དེ་ལ་ཟང་ཟིང་དང་བཅས་པའི་ཚོར་བ། ད་ཟང་ཟིང་མེད་པ་གང་ཞེ་ན་ཟེར་དུས་ཙང་ནས་ད་ཟང་ཟིང་མེད་པའི་ཚོར་བ་ཟེར་ཡ་དེ་ག་ཟེར་ན་གཅིག་ཚོར་བའི་གི་བདེ་བ་དང་བདེ་བ་ཐོབ་འདོད་ཀྱི་སྲེད་པ་དང་སྡུག་བསྔལ་དྲར་འདོད་ཀྱི་སྲེད་པ་དེ་འདྲ་དང་མི་ལྡན་པ་འོ་དེ་འདྲའི་གི་ཚོར་བ་གང་ཡིན་པ་དེ་ལ་དེ་ནི་ཟང་ཟིང་མེད་པའི་ཚོར་བ་ཞེས་བཤད་ཡོང་གི་ཡོད་རེད་གསུངས་པ་རེད་ཟང་ཟིང་མེད་པ་གང་ཞེ་ན་དེའི་སྲེད་པ་དང་མི་ལྡན་པའོ། འོ་དེ་འདྲ་ཞིག།

འདོད་པའི་ཡོན་ཏན་ལྔ་ལ་སྲེད་པ་དང་མཚུངས་པར་ལྡན་པའོ་གསུངས་མདོ། ད་འདོད་པའི་ཡོན་ཏན་ལྔ་ཟེར་ཡོད་འདུག་ཙང་ནས། དེ་ནས། འདོད། ཟེར་ཡ་དེ་གི་ང་ཚོ་ཅིག་ད་ཐོབ་ཡ་གི་འདོད་པ་ཡོད་པ། དཔེར་ན་གཟུགས་མཛེས་པོ་འདྲ་ཅིག་ཡིན་ན་ཡང་ང་ཚོ་ཐོབ་འདོད་ཀྱི་ཡིད་སྨོན་ཅིག་སླེབས་ཡོང་གི་ཡོད་རེད། དེ་ནང་བཞིན་དུ་སྒྲ་སྙན་པོ་འདྲ་ཅིག་ཡིན་ན་གོ་འདོད་ཀྱི་ཡིད་སྨོན་ཅིག་སླེབས་ཡོང་གི་ཡོད་རེད་དེ་བྱེད་དུས་ཙང་ནས། གཟུགས་སྒྲ་དྲི་རོ་རིག་བྱེད་ཡག་པོ་དེ་ཚོ་ལ་དེ་ནས་འདོད་པ། འདོད་ཡོན་ཟེར་ལབ་ཡོང་གི་ཡོད་རེད་བ་འདོད་པ། མིང་བཏགས་ཡོད་རྒྱུ་མཚན་འདྲ་བོ་སྟེ་འདོད་ཅིང་སྨོན་པར་བྱེད་པའི་ཡུལ་ཡིན་པའི་རྒྱུ་མཚན་ཁོ་ནས་འདོད་པ་ཟེར་ཡོད། དེ་ནས་ཡོན་ཏན་ཟེར་ནས་ལབ་ཡོང་དུས་ཙང་ནས་ད་དེ་འདྲ་བོ་དེ་ང་ཅིག་ཡག་པོ་གི་རིགས་དེ་ཚོ་ལ་ཡོན་ཏན་ཟེར་ཡོད་རེད་སྤྱི་དང་འདོད་པ་དེ་ལ་དེ་ནས་འདོད་བྱེད་ཀྱི་ཡུལ་འདྲ་བོ་ཅིག་ཡིན་ན་ད་ཅིག་སྐྱོན་ཆ་འདྲ་བོ་ཅིག་དང་མི་སྡུག་པ་འདྲ་བོ་ཅིག་ལ་ང་ཚོ་དེ་ནས་འདོད་གི་མ་རེད་བ་དེ་ཡིན་དུས་འདོད་པའི་ཡོན་ཏན་ཟེར་དུས་ཙང་ནས་ཡིད་དུ་འོང་བའི་གི་གཟུགས་དང་སྒྲ་དང་དྲི་དང་རོ་དང་རེག་བྱ་ལ་སོགས་པ་དག་ལ་སེམས་འགོད་པ་ཡིན་དུས་ཙང་ནས་དེ་ལ་འདོད་པའི་ཡོན་ཏན་ལྔ་པོ་ཟེར་བ་དག་དེ་རེད། དེ་ཡིན་དུས་དེ་འདྲའི་གི་འདོད་པའི་ཡོན་ཏན་ལྔ་པོ་དེ་ལ་དང་མཚུངས། སྲེད་པ་དང་མཚུངས་ལྡན་དུ་ཡུལ་འདས་པའི་གི་དེ་ནི་ཚོར་བ་གང་ཡིན་པ་དེ་ལ་ཞེན་པ་བརྟེན་པའི་གི་དེ་ནི་ཚོར་བ་སེམས་གསུམ་དང་འདོད་ཡོན་ལྔ་པོ་དེ་འདོད་གང་ལ་མ་གཏོགས་གཙོ་བོ་ཡོད་མ་རོ། འདོད་པའི་གང་གི་དེ་ནི་གཟུགས་མཛེས་པ་སྒྲ་སྙན་པ་དྲི་ཞིམ་པ་ལ་སོགས་པ་ལྟ་བུ་དེ་ཚོ་ལ་ཆགས་ཞེན་ཞེན་པའི་གི་སྲེད་པ་ཡོད་དུས་དེའི་སྲེད་པ་དེ་དང་མཉམ་དུ་ཡོད་པའི་དེ་ནི་བདེ་བ་དང་སྡུག་བསྔལ་དང་བཏང་སྙོམས་ལ་སོགས་པ་དེ་ཚོ་ལ་དེ་ནི་ཞེན་པ་བརྟེན་པའི། ཚོར་བ་ཟེར་ན་བ་ད་དེ་འདྲ་ཞིག་ན་གསུངས་པ་རེད་སོང་རེད། ད་དེ་ནས་དེའི་གཉེན་པོ་དེ་ལ་ཐམས་ཅད་གང་དུ་མངོན་པར་འབྱུང་བ་བསྟན་པའི་གི་ཚོར་བ་ཟེར་ན་གསུངས་སོང་ད་མངོན་པར་འབྱུང་བ་བསྟན་པའི་ཚོར་བ་གསུངས་ཡོད་དུས་ཚང་ནས་འདོད་པའི་ཁམས་ཀྱི་དེ་ནས་གཟུགས་མཛེས་སྒྲ་སྙན་དྲི་ཞིམ་ལ་སོགས་པ་ལྟ་བུ་དེ་ཚོ་ལ་ཆགས་ཞེན་ཞེན་པའི་སྲེད་པ་དེ་དང་བྲལ་བའི་གི་དེ་ནས་དེ་དང་དེའི་ཚོར་བ་བདེ་བ་དང་སྡུག་བསྔལ་བཏང་སྙོམས་རྣམ་པ་གསུམ་པོ་གང་ཡིན་པ་དེ་ལ་དེ་ནས་མངོན་པར་འབྱུང་བ་བསྟན་པའི་གི་དག་ཚོར་བ་གསུངས་པ་རེད་དེ་བྱེད་དུས་ཚང་ནས་དཔེར་ན་འདོད་པ་ཁམས་པའི་གང་ཟག་འདྲ་བོ་གཅིག་གིས་འདོད་ཁམས་ཀྱི་གཟུགས་ལ་སོགས་པ་དག་ལ་ཆགས་ཞེན་ཞེན་པ་དེ་བ་དག་ཅིག་མགོ་ནོན་པའི་ཚུལ་གྱིས་ཀུན་ནས་བག་སྤངས་ནས། དེ་ནི་དེ་ལ་ཡང་མངོན་པར་འབྱུང་འདོད་ཀྱི་བློ་སྐྱེ་བདེ་བ་དེ་དང་མཉམ་དུ་ཡོད་པའི་དག་ཚོར་བ་དེ་དུག་དང་ཉོན་གསུམ་པོ་ཡོར་བའོ། དེ་ཚོ་ལ་དེ་ནི་མངོན་པར་འབྱུང་བ་བདེན་པའི་ཚོར་བ་ཟེར་ནས་གསུངས་པས་སོ་དེ་དང་མི་ལྡན་པའོ། ཨོ་ཡ། ད་དེ་ཀས་དེ་ནི་འདི་དང་འདི། ཚོར་བའི་ཕུང་པོ་ཟེར་ཡ་ད་དེ་རེད། ད་འདི་ནི་མ། འདུ་ཤེས་ཀྱི་ཕུང་པོ་རེད། འདུ་ཤེས་ཀྱི་ཕུང་པོའི་རྣམ་པར་ཤེས་པ་གང་ཞེ་ན་ད་དང་པོ་དྲི་བ་དེ་རེད་བ། དེ་ནི་ལན་དེ་ལ། དེ་ནས། དང་པོ། གཙོ་བོ་རྟེན་གྱི་སྒོ་ནས་མ་བཤད་ཡོང་བའི་ཚེ་ན། འདུ་ཤེས་ཀྱི་ཚོགས་དྲུག་སྟེ། ད་གཅིག་པ་རེད། ཡང་འདུ་ཤེས་དེ་ལ། ཚོགས་རྣམ་པ་དྲུག་ཡོད་རེད་གསུངས་འདུག་ཟེར་ན་རྣམ་ཤེས་ཚོགས་དྲུག་ཡོད་པ་ཡིན་དུས་ཚོགས་དྲུག་གི་འཁོར་དུ་བྱུང་བའི་དེ་ནི་འདུ་ཤེས་རྣམ་པ་དྲུག་ཡོང་གི་ཡོད་རེད། སྤྱིར་བཏང་འདུ་ཤེས་ཟེར་ཡ་འདི་ཡུལ་ལ་མཚན་མར་འཛིན་པའི་བློ་གཅིག་ལ་འདུ་ཤེས་གསུངས་དགོས་རེད་བ། ད་དེ་འདྲ་བོ་འདུ་ཤེས་དེ་རྣམ་ཤེས་ཚོགས་དྲུག་དང་མཚུངས་ལྡན་དུ་འགྲོ་དགོས་ཡོང་དུས་ཙང་ནས་གང་འདྲས་བྱས་ནས་དེ་ནི་འདུ་ཤེས་ཀྱི་རེད་ཟེར་ན། དཔེར་ན་ད་ཅི་ཚོར་བ་དང་ཅི་ཚོར་གཅིག་པ་རེད། ད་ལྟ་ཚོར་བ་དང་འདུ་ཤེས་ལ་སོགས་པ་དེ་ཚོ་དེ་གཙོ་སེམས་གཅིག་གི་འཁོར་ལ་བཅས་ཡོང་གི་ཡོད་རེད་གཙོ་སེམས་གཅིག་གི་འཁོར་ལ་བཅས་ཡོང་དུས་ཚང་ནས་དཔེར་ན་ད་ཅི་འདི་མིག་གི་འདུས་ཏེ་རིག་པ་དེ་ད་སེམས་ཅུང་མང་ཆེ་བ་ཅིག་གིས་རྗོད་བྱེད་ཡོང་གི་ཡོད་རེད་བ། ཡུལ་དབང་གཞི་གསུམ་འདུས་བ་ལ་བརྟེན་ནས་དེ་ནས་ཡུལ་འདི་ད་ཅི། གནས་ཚུལ་དེ་ཁོ་གསལ་བོ་ཅིག་ཚུར་འཛིན་པར་བྱེད་མཁན་དེ་ལ་དེ་ནི་རེག་པ་ཟད་ཡོང་གི་ཡོད་རེག་པ་དེའི་སྟོབས་ཀྱི་སྒོ་ནས་དེ་ནི་ཚོར་བ་བདེ་སྡུག་ལ་སོགས་པ་འདྲེན་ཡོང་གི་ཡོད་རེག་པ་དེའི་སྟོབས་ཀྱི་སྒོ་ནས་འོ་ད་འདི་ཕའོ་འདི་མའོ་བསམ་པའི་མཚན་མར་འཛིན་པའི་བློ་ལ་སོགས་པ་འདྲེན་ཡོང་གི་ཡོད་རེད་དེ་བྱེད་དུ་ཙང་ནི་མཚན་མར་འཛིན་པའི་བློ་ཡི་ཆ་གང་ཡིན་པ་དེ་ལ་ད་འདུ་ཤེས་ལ་སོང་ཡོང་གི་ཡོད་རེད་ཨ་ཡ། ཨ་དེ་འདྲ་ཡིན་ཙང་དེ་ནི་འདུ་ཤེས་དེ་ལ་ཚོར་བ་རྣམ་པ་དྲུག་སྟེ། མིག་གི་འདུ་དེ་རེག་པ་ལས་བྱུང་བའི་འདུ་ཤེས་དང། དེ་ནི་རྣ་བ་དང་སྣ་དང་ལྕེ་དང་ལུས་དང་ཡིད་ཀྱི་འདུ་དང་རེག་པ་ལས་བྱུང་བའི་འདུ་ཤེས་དེས་འོ་དེ་ཡིན་དུས་དེ་ནི་འདུ་ཤེས་རྣམ་པ་ཚོགས་དྲུག་དེ་འདྲ་ཅིག་ཡོད་པ་ཡིན་པ་རེད་ཟེར་དེ་རེད། ད་འདི་ནས་མ་དེ་ནི་དམིགས་ཡུལ་གྱི་སྒོ་ནས་དེ་ནི་ད་ལྟ་འདི་ལྟ་འདུ་ཤེས་དེ་ལ་དབྱེ་ཡོད་འདུག་ཚང་ནས་ག་ས་ཡོད་རེད་ཟེར་ན་གང་གིས་མཚན་མ་དང་བཅས་པ་ལ་ཡང་དག་པར་ཤེས་ཤིང་མཚན་མ་དང་བཅས་པ་ལ་ཡང་ཡང་དག་པར་ཤེས་ཤིང་མཚན་མ་མེད་པ་དང། ཆུང་ངུ་དང། རྒྱ་ཆེན་པོར་གྱུར་པ་ལ་སོགས་པ་དག་དེ་གསུངས་རེད། དེ་བྱེད་དུས་ཚང་ནས། དང་པོ་འདི་ནི་མ་དག། དེ། འདུ་ཤེས་དེ། མདོར་བསྟན་པར་བལྟ་བ། འདུ་ཤེས་མདོར་བསྟན་དེ་ལ་དེ་ནི་མཚན་མ་དང་བཅས་པའི་འདུ་ཤེས་ཟེར་ཡ་གཅིག་ཡོང་གི་རེད། མཚན་མ་དང་བཅས་པ་ཡང་ཡང་དག་པར་ཤེས་པ་དང་འདུ་ཤེས་གཅིག། དེ་ནས་མཚན་མ་མེད་པའི་གི་འདུ་ཤེས། ཆུང་ངུ་གི་འདུ་ཤེས། རྒྱ་ཆེན་པོར་གྱུར་པའི་འདུ་ཤེས། ཚད་མེད་པའི་འདུ་ཤེས། ཅི་ཡང་མེད་དོ་སྙམ་པའི། སྙམ་ནས་ཅི་ཡང་མེད་པའི་སྐྱེ་མཆེད་ཡང། སྐྱེ་མཆེད་ཀྱང། ཡང་དག་པར་ཤེས་པའོ། ད་དེ་འདྲ་བྱས་ནས་འདུ་ཤེས། དེ། ད་དབྱེ་བ་ཁ་ཤས་ཅིག་མ་གསུངས་བཞེད་པ་རེད། ད་དེ་མདོར་བསྟན་ཡིན་དུས་ཙང་ནས་དེ་འབྲེལ་གྱི་འདུ་ཤེས་དེ་ཚོ་དང་སོ་སོའི་སོ་སོ་གི་ངོ་བོ་འགྲོ་བོ་དེ་ག་རེད་དཔེར་ན་དང་པོ་མཚན་མ་དང་བཅས་པའི་འདུ་ཤེས་ཟེར་ཡ་དེ་ག་འདྲས་ཅིག་རེད་མཚན་མ་མེད་པའི་འདུ་ཤེས་ཟེར་ཡ་དེ་ག་འདྲས་ཅིག་རེད་ཆུང་ངུའི་འདུ་ཤེས་ཟེར་ཡ་དེ་ག་འདྲས་ཅིག་རེད་ད་དེ་གསུངས་ཡོང་གི་རེད་བ་འོ་ད་དེ་འདིར་མ་གསུངས་འདུག་དེ་ལ། མཚན་མ་དང་བཅས་པའི་འདུ་ཤེས་གང་ཞེ་ན། ཐ་སྙད་ལ་མི་མཁས་པ་དང། མཚན་མ་མེད་པའི་དབྱིངས་ལ་སྙོམས་པར་ཞུགས་པ་དང། སྲིད་པའི་རྩེ་མོ་ལ་སྙོམས་པར་ཞུགས་པའི་འདུ་ཤེས་མ་གཏོགས་པ་གང་དེ་ལས་གཞན་པའི་འདུ་ཤེས་སོ་གསུངས་པ་རེད། ད་མཚན་མ་དང་བཅས་པའི་འདུ་ཤེས་ངོས་འཛིན་བྱས་ཡོང་དུས་རྩ་ནས། ད་ནས་གསུམ་བར་བཀག་འགུག་ཏུ། དང་པོ་ག་རེ་ཟེར་ན། ཐ་སྙད་ལ་མི་མཁས་པ་དང་སོགས་ཐ་སྙད་ལ་མི་མཁས་པ་ཟེར་དུས་ཙང་ནས་སྤུ་གུ་ཆུང་ཆུང་བྱིས་པ་སྐྱེས་མ་ཐག་པ་འདྲ་བོ་ཅིག་ཡང་ན་བྱིས་པ་ཚོས་སྐྱེས་ནས་ཡོད་ན་ཡང་མིག་གིས་དེ་ནས་ཅིག་གཟུགས་མཐོང་བ་ཡིན་ན་ཡང་དེ་ལ་གཟུགས་ཀྱི་ཐ་སྙད་བཏགས་མི་ཤེས་མཁན། དེ་ནང་བཞིན་དུ་དེ་ནས་བུམ་པ་འདྲ་བོ་ཅིག་མིག་གིས་མཐོང་ནས་དེ་ལ་བུམ་པའི་ཐ་སྙད་བཏགས་མི་ཤེས་མཁན་ཐ་སྙད་ལ་གོམས་འདྲིས་མེད་པའི་སྤུ་གུ་ཆུང་ཆུང་ཡོད་རུང་བ་ད་དེ་གི་རྒྱུད་ལ་ད་དགོན་འདི་སྐྱེས་ཡིན་ན་འདི་རྡོག་རྡོག་ཅིག་འདུག་ཨ་བསམ་པའི་གི་འདུ་ཤེས་དེ་འདྲ་ཅིག་ཡོད་རེད་དེ་ཡིན་ན་ཡང་དེ་འདྲ་བོ་འདུ་ཤེས་དེ་མཚན་མ་དང་བཅས་པའི་འདུ་ཤེས་ལག་གི་མ་རེད། དེ་ཡིན་དུས་དེ་ཕག་ཅིག་ཅེས་ད་ལྟ་ང་ཚོ་མཚན་མ་དང་བཅས་པའི་འདུ་ཤེས་དེ་ངོས་འཛིན་བྱེད་དགོས་རུང་བ་དེ་འདྲ་ཡིན་དུས་ཐ་སྙད་ལ་མི་མཁས་པའི་གི་འདུ་ཤེས་མ་ཡིན་པ་ཅིག་བྱེད། དེ་ནས་མཚན་མ་མེད་པའི་དབྱིངས་དཔེར་ན་མགོ་སྙོམས་ལ་སྙོམས་པར་ཞུགས་འདོད་པའི་སྐབས་ལ་འདུ་ཤེས་ཡོད་དགོས་ཀྱི་རེད། ག་ཚོད་ན་ཚོར་དང་སེམས་པ་འདུ་ཤེས་དང་མདུན་དུ་རང་དང་ལུས་དྲོད་ཏིང་ངེ་འཛིན་ས་ཐམས་ཅད་ལ་འོ་གསུངས་པ་རེད་དེ་བྱེད་དུས་ཙང་ནས་འདུ་ཤེས་དེ་སེམས་ཐམས་ཅད་ཀྱི་འཁོར་དུ་ཡོད་དགོས་ཀྱི་རེད་མཚན་མ་མེད་པའི་དབྱིངས་ལ་སྙོམས་པར་ཞུགས་འདོད་པའི་སྐབས་ཀྱི་ཡིད་རྣམ་པར་ཤེས་པའི་འཁོར་དེ་ལ་འདུ་ཤེས་ཡོད་དགོས་རེད་དེ་ཡིན་དུས་དེའི་འདུ་ཤེས་དེ་མཚན་མ་དང་བཅས་པའི་འདུ་ཤེས་མ་རེད་དེ་འདྲ་ཡིན་ཙང་དེ་ཕག་དཀའ། མཚན་མ་མེད་པའི་དབྱིངས་ལ་སྙོམས་པར་ཞུགས་པ་ཟད་དེ་བག་བཅས། དེ་ནས་སྲིད་པའི་རྩེ་མོ་ལ་སྙོམས་པར་ཞུགས་པའི་འདུ་ཤེས། ད་སྲིད་རྩེ་གའི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་བདེ་བར་འདྲ་ཅིང་དེའི་གནས་སྐབས་སོ་བའི་འདུ་ཤེས་ཕྲ་མོ་མ་གཏོགས་འདུ་ཤེས་རགས་པ་དེ་འདྲ་མེད་ཡོང་གི་ཡོད་རེད་དེ་བྱེད་དུ་ཚར་ནས་དེ་གསུམ་དེ་བག་བཀག་ནས་ད་དེ་ལས་གཞན་པའི་གི་འདུ་ཤེས་ཡོད་དོ་ཅོག་ཐམས་ཅད་ལ་ག་རེ་གསུང་གི་ཡོད་ཟེར་ན་མཚན་མ་དང་བཅས་པའི་འདུ་ཤེས་ཟིན་གསུང་གོ་རེ་གསུང་པ་ལ། མ་ཡ། དེ་ལས་གཞན་པའི་འདུ་ཤེས་སོ། ད་དེ་དང་པོ་དེ་རེད། ད་གཉིས་པ་དེ་ནི་མཚན་མ་མེད་པའི་འདུ་ཤེས་ཟེར་ཡ་དེ་རེད། མཚན་མ་མེད་པའི་འདུ་ཤེས་གང་ཞེ་ན། འདུ་ཤེས་གང་མ་གཏོགས་པའོ་གསུངས་འདུག་ད་ལྟ་གོང་དུ། མཚན་མ་དང་བཅས་པའི་འདུ་ཤེས་ཟེར་ཡ་ཅིག་གསུངས་སོང་ཨ། དེ་བར་སྤུད། ད་ག་ལ་ལྷག་རེད་ཟེར་ན། ཐ་སྙད་ལ་མི་མཁས་པའི་གི་འདུ་ཤེས་དེ་དང། མཚན་མ་མེད་པའི་སྙིང་ལ་སྙོམས་པར་ཞུགས་པའི་གི་འདུ་ཤེས་དེ་དང། སྲིད་པའི་རྩེ་མོ་ལ་སྙོམས་པར་ཞུགས་པའི་འདུ་ཤེས་དེ་ཚོ་ལ་ག་རེ་ཟེར་ཡོད་ཟེར་ན། མཚན་མ་མེད་པའི་འདུ་ཤེས་ཟེར་དགོས་རེད་ཟེར་དེ་ཟེར་ཡོད་རེད། འདུས་སོ། དེ་འདུས་ཤེས་གང་མ་གཏོགས་པའོ་ཟེར་ཡ་དེ་གའི་ག་རེ་གང་མ་གཏོགས་པར་ཟེར་ན་ད་ལྟ་གོང་དུ་བཤད་མ་ཐག་པའི། མཚན་མ་དང་བཅས་པའི་འདུས་ཤེས་དེ་མ་གཏོགས་པས། དེ་ནི། ད་ལྟ་ཐ་སྙད་ལ་མི་མཁས་པའི་འདུས་ཤེས་ཟེར་ཡང་འདྲའོ་མཚན་མ་མིན་པའི་དབྱིངས་ལ་སྙོམས་པར་ཞུགས་པའི་འདུས་ཤེས་གསུངས་ཡང་འདྲའོ་སྲིད་པའི་རྩེ་མོ་ལ་སྙོམས་པར་ཞུགས་པའི་འདུས་ཤེས་ཟེར་ཡ་ད་དེ་ཚོ་གསུམ་པོ་དེ་ལ། དེ་ནི་མཚན་མ་དང་མཚན་མ་མེད་པའི་གི་འདུས་ཤེས་ཟེར་ན་གསུངས་འགུགས་རེད་ཞེས་པའི་དོན་རེད། ཡང་བ་ཡང་འདུས་ཤེས་གང་མ་གཏོགས་པའོ། ད་དེ་ནས་གསུམ་པ་དང་གཅིག་གོང་དུ་ཆུང་ངུའི་འདུ་ཤེས་ཟེར་ཡ་ཅི་བདེ་བ། ཆུང་ངུའི་འདུ་ཤེས་ཟེར་ཡི་འདུག་ཙང་ནས། ད་ལྟ་འདི་ལྟ། འདོད་ཁམས་ཀྱི་འདུ་ཤེས་དེ་ཚོ་ལ་ཆུང་ངུའི་འདུ་ཤེས་གསུངས་པ་རེད། འདོད་པའི་ཁམས་ཀྱི་འདུ་ཤེས་དེ་ཚོ་ལ་ཆུང་ངུའི་འདུ་ཤེས། ང་ཚོ་དཔེར་ན་འདི་ཟེར་གི་རེད་བ། གཅིག་ས་ཁུག་ལུང་ཁུག་ལ་ཡ་སྐྱེས་སོང་འཇུག་གི་མི་དེ་ཚོ་འདྲ་གཅིག་ཡིན་ན་འཐུང་རྒྱ་ཐུལ་རྒྱ་ཆུང་ཆུང་ཟེར་གི་རེད་བ། འཐུང་རྒྱ་ཐུལ་རྒྱ་ག་ཟེ་ཆུང་ཆུང་ཡིན་ན་དེ་ཟེར་གི་འདུ་ཤེས་རྒྱ་ཆུང་གི་ཡོད་རེད། དེ་བྱེད་དུས་རྩ་ནི་གཟུགས་ཁམས་དང་ཁམས་གོང་མ་ལ་སོགས་པ་ལ་ལྟོས་པ་ཡིན་ན་འདོད་པའི་ཁམས་དེ་ཡང་དེའི་རྒྱ་ཆུང་ཆུང་འདྲ་བོ་བྱེད་དུ་ཡོད་རེད་དེ་བྱེད་དུས་རྩ་ནི་འདོད་ཁམས་ཀྱི་འདུ་ཤེས་དེ་ལ་ཆུང་ངུའི་འདུ་ཤེས་སུ་ལབ་དགོས་ཀྱི་ཡོད་གསུངས་ཀྱི་རེད་གང་གི་འདོད་པའི་ཁམས་ཤེས་པའོ་གསུངས་འདུག་བ། འདོད་ཁམས་ཀྱི་གནས་ཚུལ་གཅིག་པུ་མ་གཏོགས་ཤེས་མི་ཐུབ་པའི་འདུ་ཤེས་གང་ཡིན་པ་དེ་ལ་ཆུང་ངུའི་འདུ་ཤེས་སུ་ལབ་ཡོད་རེད། ད་དེ་ལབ་དགོས་པའི་རྒྱུ་མཚན་འདྲ་བོ་དེ་འདོད་པ་གམ་དེ་དེ་ནས་ཆུང་ངུ་ཞིག་སོང་དགོས་པའི་རྒྱུ་མཚན་འདི་སོང་དགོས་འདོད་པ་འདྲ་བས་ན་ལ་དཔེར་ན་འདོད་པ་གམ་དེ་ཚད་ཐུང་ཐུང་ཡིན་པའི་རྒྱུ་མཚན། འོ་དེ་བཞིན་དུ་དེ་ནས་ཉོན་མོངས་དེ་ཁམས་གསུམ་གྱི་ནི་དག་ཉོན་མོངས་རགས་ཤུལ་ཡིན་པའི་གི་རྒྱུ་མཚན། དེ་བཞིན་དུ་དེ་ནས་དེ་དང་དེ་ལོངས་སྤྱོད་འདྲ་ཅན་ཡིན་ན་ལོངས་སྤྱོད་སྨིན་པའི་གི་དེ་ནས་པ་གནས་འདྲ་བོ་ཅན་ཡིན་སོང་བ་ཡིན་དུས་ཙང་ནས་འདོད་ཁམས་དེ་ལ་དེ་ནས་ཆུང་ཆུང་ཟེར་ནས་གསུངས་གི་ཡོད་རེད། དེ་བྱེད་དུས་འདོད་ཁམས་ཞེས་པའི་གི་དེ་ནས་འདོད་ཞེས་དེ་ལ་རྒྱ་ཆུང་བས་འདོད་ཞེས་གསུངས་པ་རེད། ཡང་འདོད་པའི་ཁམས་ཞེས་པའོ། ད་དེ་ནས་རྒྱ་ཆེན་པོར་གྱུར་པའི་འདུ་ཤེས་གང་ཞེ་ན་གང་གིས་གཟུགས་ཀྱི་ཁམས་ཞེས་པའོ་གསུངས་པ་ལྟར་གཟུགས་ཁམས་ཀྱི་འདུ་ཤེས་དེ་འདས་ལ། དེ་ནས་རྒྱ་ཆེ་བས་ཀྱིས་དེ་ནས་ད་ལྟ་འདི་འདུ་ཤེས་གསུངས་པ་རེད་ད་དེའི་རྒྱུ་མཚན་ག་ས་ན་འདོད་ཁམས་ལ་ལྟོས་པ་ཡིན་ན་གཟུགས་ཁམས་དེ་དེ་ནས་ཚད་རིང་པོ་ཡོད་རེད་དེ་བཞིན་དུ་མི་དགེ་བ་སྤངས་ཟིན་པས་ཀྱི་བདག་ཉིད་ཅན་གྱི་རེད་ལོངས་སྤྱོད་ཡང་དེ་ནས་བཟང་པོ་ཡོད་བསྡད་པ་ཡིན་པ་རེད་འོ་དེ་འདྲའི་ཀྱི་རྒྱུ་མཚན་ལ་ལྟོས་ནས་དེ་ནས།

ནམ་མཁའ་མཐའ་ཡས་ཀྱི་དེ་ནི་ད་ལྟ་འདིའི་འདུ་ཤེས་དེ་གི་ཆོས་ཐམས་ཅད་ནམ་མཁའ་དང་མཐའ་ཡས་སོ་སྙམ་པའི་གི་འདུ་ཤེས་ཡིན་དུས་འདུ་ཤེས་རྒྱ་ཆེན་པོ་ཡོད་རེད་གསུངས་པ་རེད། དེའི་ཕྱིར་འདུ་ཆོས་ཐམས་ཅད་རྣམ་པར་ཤེས་པ་དང་མཐའ་ཡས་སོ་སྙམ་པའི་གི་འདུ་ཤེས་དེ་འདྲ་ཡོད་དུས་ཙང་ནས་འདུ་ཤེས་རྒྱ་ཆེ་བའི་བདག་ཉིད་ཅིག་དེ་འདྲ་ཅིག་རེད་གསུངས་དེ་བྱས་དུས་དེ་ནི་ད་ལྟ་འདིའི་གཟུགས་མེད་དང་པོ་གཉིས་ཀྱི་འོག་དག་འདུ་ཤེས་གང་ཡིན་པ་དེ་ལ་ཚད་མེད་པའི་འདུ་ཤེས་ཟེར་ན་དེ་ནི་གསུངས་དགོས་ཞེས་པ་རེད་རྣམ་ཤེས་མཐའ་ཡས་ཅན་ཅིག་ཞེས་པའོ། དེ་ནས་དྭངས་ཀྱི་གོང་དུ་དག། མདོར་བསྟན་གྱི་ནང་ལ་ཅི་ཡང་མེད་པའི་འདུ་ཤེས་སོང་ཡ་ཞིག་སླེབས་སོང་དེ་ཡིན་དུས་ཅི་ཡང་མེད་པའི་འདུ་ཤེས་ཟེར་ཡ་དེ་ག་རེ་ཟེར་ན་གང་གི། ཅི་ཡང་མེད་པའི་སྐྱེ་མཆེད་ཤེས་པའོ་གསུངས་པར་ཅི་ཡང་མེད་པའི་སྐྱེ་མཆེད་ཤེས་གསུངས་དུས་ཡ་གི་དེ། ད། ནམ་མཁའ་དེ་ཡི་རྣམ་ཤེས་དེ་ཡི་ཅི་ཡང་མེད་པ་བཞིན་དུ་གཟུགས་མེད་གསུམ་པ་དེ་རེད་བ། གཟུགས་མེད་གསུམ་པའི་གི་སས་བསྡུས་ཀྱི་འདུ་ཤེས་དེ་ལ་དེ་ནི་ཅི་ཡང་མེད་པའི་འདུ་ཤེས་གསུངས་པར་དེའི་འདུ་ཤེས་དེ། དེ་ནས་གོ་དགོས་སོང་ད་ལྟའི་ཆེད་དུ་སྤྱི་བཏང་བས་ན། ཅི་ཡང་མེད་པ་སེལ་འདུ་ཤེས་གང་ཡང་མེད་པ་སྲུང་དགོས་རེད་བ། འདུ་ཤེས་གང་ཡང་མེད་སྲུང་ཡག་དེ་ཡང་སྨན་པ་ལ་དགག་སྒྲ་སྦྱར་བཞིན་རེད་མ་གཏོགས་འདུ་ཤེས་རྩ་བ་ནས་མེད་པ་ལ་གོ་རྒྱུ་མེད་སྲུང་དགོས་རེད་དེ་བྱེད་དུས་ཙང་ནས་དེ་ད་ལྟ་འདི་ཅི་ཡང་མེད་པའི་འདུ་ཤེས་གང་ཡིན་པ་དེ་ལ་ནས། འདུ་ཤེས་ཟེར་རྒྱུ་དེ་ཡག་གི་དེ་ནས་གཟུགས་མེད་གསུམ་པའི་གི་འདུ་ཤེས་དེ་ཡིན་པ་རེད་ཤེས་པ་གང་གི་ཅི་ཡང་མེད་པའི་ཕྱིན་ཆད་ཤེས་པའོ་གསུངས། འོ་ད་དེ་འདྲ་བྱེད། བདག་དེའི་བར་དུ་དེ་ནི་འདུ་ཤེས་ཀྱི་ཕུང་པོ་གསུངས་ཡང་དེ་རེད། ད་འདི་ནས་མང་དེ་ནི་བཞི་པ་འདུ་བྱེད་ཀྱི་ཕུང་པོ་བཤད་ཡོང་གི་ཡོད་ཡང། ད་དྲི་བ་དེ་ལ་འདུ་བྱེད་ཀྱི་ཕུང་པོའི་རྣམ་པར་བཞག་པ་གང་ཞེ་ན། ད་དང་པོ་དྲི་བ་རེད། འདུ་བྱེད་ཀྱི་ཕུང་པོ་གྱི་རྣམ་བཞག་དེ་ག་འདྲ་ཅིག་རེད་ཟེར་ན། སེམས་པའི་ཚོགས་དྲུག་སྟེ། མིག་གི་འདུས་ཏེ་རིག་པ་ལས་བྱུང་བའི་སེམས་པ་དང་རྣ་བ་དང་སྣ་དང་ལྕེ་དང་ལུས་དང། ཡིད་ཀྱི་འདུས་ཏེ་རིག་པ་ལས་བྱུང་བའི་སེམས་པ་སྟེ། གང་གིས་དགེ་བའི་ཕྱིར་ཡང་སེམས་པར་བྱེད། ཀུན་ནས་ཉོན་མོངས་པའི་ཕྱིར་ཡང་སེམས་པར་བྱེད། གནས་སྐབས་ཀྱི་བྱེ་བྲག་ལ་སེམས་པར་བྱེད་པ་སྟེ་དེ་ལྟ་ན་སེམས་པ་འདི་དང། ད་དེ་ཅི་ཡིན་དུ་ཚང་ནས་ད་ལྟ་ཅི་ལྟར་ང་ཚོ་འདི་འདུ་བྱེད་ཀྱི་ཕུང་པོ་དེ་ལ་གཉིས་གསུང་གི་ཡོད། མཚུངས་ལྡན་འདུ་བྱེད་གསུང་ཡ་གཅིག་དང། ལྡན་མིན་འདུ་བྱེད་ཟེར་ཡ་དག་ཁག་གཉིས་ཡོད་གི་ཡོད་དང་མཚུངས་ལྡན་འདུ་བྱེད་འདྲ་བྱས་ན་ཀོ་ས་རིགས་ཀྱི་ངོ་བོ་ཉིད་དུ་གྱུར་པ་ཡིན་དགོས་རེད་ལྡན་མིན་གྱི་འདུ་བྱེད་ཡིན་ན་ད་ས་རིགས་དང་བེམ་པོ་ལ་སོགས་པ་གང་ཡང་མ་ཡིན་པ་ཅིག་ཡིན་དགོས་རེད། བུམ་ཤེས་གང་ཡང་མི་བརྟེན་པ་གཅིག་ལ་བདེན་མེད་འདུ་བྱེད་ཟེར་གྱི་རེད་བ། དེ་རེད། ད་ད་ལྟ་འདི་འདུ་བྱེད་ཀྱི་ཕུང་པོ་སྤྱི་ལྡོག་ནས་བཤད་ཡོད་འདུག་ཙང་ནས། ད་ལྟ་འདི། ཕུང་པོ། དང་པོ། བཞི་ལས། ལོགས་སུ་གྱུར་པ་དང་ཕུང་པོ་བཞི་ལ་ལོགས་སུ་གྱུར་པའི་འདུ་བྱེད་སེམས་དམིགས་པ་ཟིན་ནམ་ཅི་ཐེ་གསུངས་པ་དང། གཟུགས་ཕུང་ཚོར་ཕུང། དེ་ནས་འདུ་བྱེད་ཀྱི་ཕུང་པོ། ད་ལྟ་འདི། འདུ་ཤེས་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ཟེར་ཡང་དང་དེ་བཞི་ལས་གཞན་དུ་གྱུར་པའི་འདུ་བྱེད་སེམས་དམིགས་པ་དང་འདུ་བྱེད་ཡིན་པ་གཅིག་དགུ་ཡོད་རེད། ཕུང་པོ་དང་པོ་གསུམ་དང་ཕྱི་མ་ལྔ་པ་དེ་གང་ཡང་མ་ཡིན་པས་ཀྱི་དེ་ནི་འདུ་བྱེད་ཡིན་པ་གཅིག་དགུ་ཡོད་རེད་དེ་འདུ་དང་འདུ་བྱེད་གཅིག་གི་མཚན་ཉིད་འདྲ་བོ་གཅིག་ན་དེ་འདྲ་གཅིག་རེད། ཡིན་ན་དེ་ན་འདི་ཀུན་བཏུས་འདི་ན་འདི་ནས་མ་གསུངས་དང་འདྲ་བ་བྱས་ན་ད་གཙོ་བོ་དེ་འདུ་བྱེད་ཀྱི་ཕུང་པོ་ངོས་འཛིན་གནང་ཡོང་དུས་ཙང་ནས་དེ་ནི་སེམས་བྱུང་ཡིན་པས་ཀྱི་ད་ལྟ་འདི་དང་མཚུངས་ལྡན་འདུ་བྱེད་དེ་གཙོ་བོ་བྱས་ན་གསུངས་ཡོང་དུ་བ་དེ་རེད་འདུ་བྱེད་ཕུང་པོ་རྣམ་པར་བཞག་པ་གང་ཡིན་ན་སེམས་པའི་ཚོགས་དྲུག་དེ་གསུངས་དུ་བ་ད་སེམས་པའི་ཚོགས་དྲུག་གསུངས་དུས་ཙང་ནས་ཡང་དང་ཅིག་འདིར་བ་མེད་ཀྱི་འདུ་དེ་རིག་པ་ལས་བྱུང་བས་དེ་ནི་སེམས་བྱུང་སེམས་པ་ཟེར་ཡ་དེ། དེ་བཞིན་དུ་རྣ་བའི་འདུ་དེ། རེག་པ་ལས་བྱུང་བའི་དེ་ནི་སུམ་ཅུ་སུམ་པ་སོང་ཡང་འགྲོ་བ་སུམ་ཅུ་སུམ་པ་སྲིད་དུ་བཙགས་ནས། ཡིད་ཀྱི་རྣམ་པར་ཤེས་པ་དེ་ཚོ་ཡུལ་ལ་བབ་དེ་ནི། ལས་ཀ་བྱེད་ཀ་འཁྲིད་མཁན་དེ་ལ་སུམ་ཅུ་སུམ་པ་ཟེར་གི། དེ་བྱས་ནས་དེ་ནི། ད་ལྟ་འདི་སུམ་པ་ཡིད་ཀྱི་ལས་སུ་འགྲོ་བ་རྣམས་བྱོན། སུམ་པ་ཡིད་ཀྱི་ལས་སུ་ཆགས་དགོས་བྱུང་ཚེ་ག་ཟེར་ན། ཡིད་དེ་དག་ཅིག་ཡག་སྡུག་ག་འདྲས་ཅིག་ཡིན་ན་ཡང་དེ་འདྲས་ཅིག་གི་ཡུལ་གྱི་ཐོག་ལ་བག་གཡོ་བར་བྱེད་བཅུག་མཁན། ད་ལས་ཀྱི་ངོ་བོ་ཉིད་དུ་ཆུར་ལྡན་གྱི་དེ་འདྲ་ཅིག་ལ་དེ་ནི་སུམ་ཅུ་སུམ་པ་སོང་བ་རེད་ཨང། ཡ། ད་དེ་སུམ་པ་དེ་ལ་ག་ས་ཡོད་རེད་ཟེར་ན་དྲུག་ཡོད་རེད་དེ། མིག་གི་འཇུ་དང་རེག་པ་ལས་བྱུང་བའི་སུམ་པ། རྣ་བའི་འཇུ་དང་རེག་པ་ལས་བྱུང་བའི་སུམ་པ། སྣ་དང་ལྕེ་དང་ལུས་དང་ཡིད་ཀྱི་འཇུ་དང་རེག་པ་ལས་བྱུང་བའི་སུམ་པ་སྟེ། ད་དེ་འདྲ་བའི་སུམ་པ་དེ་ལ། དཔེར་ན། འདི་ནས་མ། གང་གིས་དགེ་བའི་ཕྱིར་ཡང་སེམས་པར་བྱེད། ཀུན་ནས་ཉོན་མོངས་པའི་ཕྱིར་ཡང་སེམས་པར་བྱེད། གནས་སྐབས་ཀྱི་བྱེ་བྲག་ལ་ཡང་སེམས་པར་བྱེད་པ་སྟེ་གསུངས། ད་དེ་གསུངས་དུས་ཙང་ནས། ལྕེ་ལྡང་དེ་ནས་ད་ལྟ་འདི་ལྟ། འདུ་བྱེད་ཀྱི་ཕུང་པོ་དེ་ལ། རྫས་འདྲ་མི་འདྲ་མང་པོ་ཅི་ཡོད་པ་ཡིན་ན་ཡང། དེ་འབྲེལ་གྱི་སེམས་བྱུང་སེམས་པ་དེ། འདུ་བྱེད་ཀྱི་ཕུང་པོ་ནང་ནས་ད་གཙོ་བོ་འགྲོ་བ་ཅིག་ཡིན་གསུང་བ་ཡིན་དུས་ཚང་ནས་ཏེ་ད་ནི་འདི་ནས་ཟུར་འདོན་བྱས་ནས་གསུངས་པ་རེད་ཟེར་གྱི་རེད་ད་གཙོ་བོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། གང་གིས་སེམས་བྱུང་གང་ཞིག་གིས། ད་ནི། དགེ་བའི་ཕྱིར་དུ་ཡང་དགེ་བ་བསྒྲུབ་ཡག་གི་ཆེད་དུ་ཡང། ད་ནི་སེམས་པར་བྱེད་ཡོང་གི་ཡོད་རེད། རྣམ་ཤེས་ཡིད་ཀྱི་རྣམ་པར་ཤེས་པ་འདྲ་བོ་དེ་དགེ་བའི་རྐྱེན་ལ་བག་ཕྲེད་པར་བྱེད་པ་ལ་ཡང་ཁོས་སེམས་པར་བྱེད་ཡོང་གི་ཡོད་རེད། ད་ནི་ཀུན་ནས་ཉོན་མོངས་པའི་ཕྱིར་ཡང་སེམས་པར་བྱེད་ཡོང་གི་ཡོད་རེད། དེ་བྱེད་དུས་ཙང་ནས་དགེ་སྡིག་བཟང་ངན་མང་པོ་ཅིག་གི་ཐོག་ལ་འདིས་སེམས་བྱུང་སེམས་པ་ཟེར་ཡག་དེ་གི་ཡིད་གཡོ་བར་བྱེད་བཅུག་ཡོང་བ་ཡིན་དུས་ཙང་ནས་ད་ནི་སེམས་བྱུང་སེམས་པ་དེ་དག་གཙོ་བོ་བྱས་ནས་ད་ནི་སོང་ཡོང་བ་ཡིན་པ་རེད་ཞེས་པ་དག་དེ་སོང་རེད། འདུ་བྱེད་ཀྱི་ཕུང་པོ་གཞན་དག་ཐམས་ཅད་ཀྱི་ནང་ནས་ཡང། ད་ནི་གལ་ཆེ་ཤོས་དེ་ད་ནི་སེམས་པ་ཡིན་སོང་བ་ཡིན་དུས་ཙང་ནས་དེ་ད་ལྟ་འདི་ན་གཙོར་འདོན་བྱས་བྱས་པ་ཡིན་པ་རེད་ཞེས་པ་དེ་རེད། དངོས་གནས་བྱས་ན་སེམས་པ་ཟེར་ཡ་དེ་སེམས་བྱུང་ལྔ་བཅུ་ངག་གཅིག་བཤད་ཡོང་བ་ཚེ་ན་ཁོ་རང་གཅིག་གཅིག་པུ་རེད། དཔེར་ན་འདུ་བྱེད་ཀྱི་ཕུང་པོ་བཤད་ཡོང་དུས་ཙང་ནས་མཚུངས་ལྡན་འདུ་བྱེད་དང་ལྡན་མིན་འདུ་བྱེད་བཤད་ཡོང་དུས་སེམས་བྱུང་སེམས་པ་དེ་མཚུངས་ལྡན་འདུ་བྱེད་གཅིག་པུ་རྣམས་ལ་མ་གཏོགས་ཡོད་མ་རེད། མཚུངས་ལྡན་འདུ་བྱེད་དེ་ལ་ཡང་ལྔ་བཅུ་ངག་གཅིག་ཡོད་རེད་བྱས་ཙང། སུམ་ཅུ་ལྔ་བཅུ་ང་གཅིག་ཟེར་ཡག་དེ་རེད་དེ་ཡིན་ན་ཡང་དེ་ཚོ་ཚང་མའི་ནང་ནས་ལས་ཀ་འཇོན་ཤོས་འདྲ་བོ་ཅིག་དང་བྱ་བ་བྱེད་པ་ཤུགས་ཆེ་ཤོས་འདྲ་བོ་དེ་སུམ་ཅུ་གསུམ་པ་ཡིན་དུས་ཚང་ནས་ད་ལྟ་འདི་མདོས་བཅས་ཕུང་པོ་བཤད་ཡོང་དགོས་སོ་ཁོ་གཙོ་བོ་བྱས་ནས་སོང་ཞེས་པ་ཡིན་པ་རེད་སོང་དེའི་རྒྱུ་མཚན་གཉིས་དེ་འདི་རེད་གང་གིས་དགེ་བའི་ཕྱིར་ཡང་སེམས་པར་བྱེད། ཀུན་ནས་ཉོན་མོངས་པའི་ཕྱིར་ཡང་སེམས་པར་བྱེད་ཡོང་གི་ཡོད་རེད། དེ་ཙམ་གྱིས་མ་ཚད་གནས་སྐབས་ཀྱི་བྱེ་བྲག་ལ་ཡང་སེམས་པར་བྱེད་ད་གནས་སྐབས་ཀྱི་བྱེ་བྲག་ལ་ཡང་སེམས་པར་སེམས་པར་བྱེད་ཡོང་གི་རེད་ཟེར་དུས་ཚང་ནས་ད་ལྟ་འདི། དཔེར་ན། དེ་ནས་མི་བདེན་པའི་འདུ་བྱེད་ལ་སོགས་པ་དེ་ཚོ་ལ་མིང་གི་རྟགས་དགུ་ཡོད་ན་མི་བདེན་འདུ་བྱེད་ཟེར་ཡ་དེ་མིང་དང་ཚིག་དང་ཡི་གེ་ལ་སོགས་པར་བ་དེ་ཚོའི་ཐོག་ལ་ཅིག་བྱ་བ་ཅིག་བྱེད་དགུ་ཡོད་ན་ཡང་དང་པོ་ཅིག་བྱ་བ་བྱེད་སྤྱོད་ནས་གཡོ་འཁོར་བྱེད་སྤྱོད་མཁན་འདྲ་བོ་དེ་སེམས་བྱུང་སེམས་པ་རེད་དེ་ཡོད་རེད་དེ་བྱེད་དུས་ཙང་ནས་འདུ་བྱེད་ཕུང་པོ་ཐམས་ཅད་ནས་དེ་གཙོ་བོ་འདྲ་བོ་དེ་སེམས་བྱུང་སེམས་པ་ཡིན་པའི་རྒྱུ་མཚན་གྱིས་དེ་ནས་ཟུར་དུ་སྟོན་པ་ཡིན་གསུངས་པ་རེད་གནས་སྐབས་ཀྱི་བྱེ་བྲག་ལ་ཡང་སེམས་པར་བྱེད་པ་དེ་དེ་ལྟར་ན་སེམས་པ་འདི་དང་སོང་རེད། ད་སེམས་པ་འདི་ད་ལྟ་འདི་འདུ་བྱེད་ཕུང་པོ་རེད། ཚོར་བ་དང་འདུ་ཤེས་མ་གཏོགས་པ་དེ་ལས་བྱུང་བའི་ཆོས་རྣམས་སེམས་ལས་བྱུང་བའི་ཆོས་རྣམས་དང་དེ་ལས་གཞན་པའི་སེམས་ལས་བྱུང་བའི་ཆོས་རྣམས་དང། སེམས་དང་ལྡན་པ་མ་ཡིན་པའི་འདུ་བྱེད་རྣམས་ནི་འདུ་བྱེད་ཕུང་པོ་ཞེས་བྱའོ། ད་དེ་ནི་མཚན་གཞི་ཆ་ཚང་ངོས་འཛིན་གནང་བྱ་བ་རེད། གར་ཟེར་ན་དེ་ལྟར་སེམས་པ་འདི་དང་གསུངས་སོ། སེམས་བྱུང་ལྔ་བཅུ་ངག་གཅིག་གི་ནང་གི་སེམས་བྱུང་སེམས་པ་དེ་དང་གཅིག། ད་སེམས་བྱུང་ལྔ་བཅུ་ངག་གཅིག་རྣམས་ནི་ཚོར་བ་དང་འདུ་ཤེས་གཉིས་པོ་དེ་ཡང་འདུ་བྱེད་ཕུང་པོ་རྣམས་ལ་སྡུག་གི་མ་རེད། ཚོར་འདུ་གཉིས་པོ་དེ་ཕུང་པོ་ལོགས་སུ་བཞག་རེད། ཡང་དེ་ཡང། ཅིག་ཁོ་རང་གཉིས་ཕུང་པོ་ལོགས་སུ་འཇོག་དགོས་པའི་རྒྱུ་མཚན་འདྲ་བོ་དེ་མཛོད་ནང་ལ་གསལ་བོ་འདྲ་བོ་ཞིག་གསུངས་ཡོང་གི་ཡོད། དཔེར་ན་འདས་སོང་བའི་ར་བ་ཁར་སའི། རྩོད་པའི་རྩ་བར་འགྱུར་བྱེད་དང་འཁོར་བའི་རྒྱུ་བྱེད་རིམ་འགྱུར་བྱེད་སེམས་བྱུང་རྣམས་ལ་ཚོར་བ་དང་འདུ་ཤེས་ལོགས་ཀྱི་ཕུང་པོར་བཞག། ཁོའི་ཚོར་བ་དང་འདུ་ཤེས་གཉིས་པོ་དེ་ལ་བརྟེན་ན་རྩོད་པ་ཆགས་ཡོང་གི་ཡོད་རེད། རྩོད་པའི་རྩ་བར་འགྱུར་བའི་ཕྱིར་དང། དེ་ནི་འཁོར་བའི་གི་རྒྱུ་ཡི་གཙོ་བོ་ཡིན་པའི་རྒྱུ་མཚན་དེ་ཉིད་ཀྱི་ཕྱིར་དང། ཕུང་པོ་ལྔ་གི་གོ་རིམ་འགྲིག་དགོས་ཡ་གི་རྒྱུ་མཚན་ལ་བརྟེན་ནས་རྒྱུ་མཚན་གསུམ་ལ་བརྟེན་ནས་དེ་ནི་ཚོར་འདུ་གཉིས་པོ་དང་ལོགས་སུ་བཞག་པ་ཡིན་གསུངས་ཡོད། ད་དེ་དུས་རབ་བྱུང་དང་མི་ཆ་གཉིས་ཀྱི་རྩོད་པའི་གི་གཞི་རེད་གསུངས་ཡོད་རེད་རབ་ཏུ་བྱུང་བ་རྣམས་ག་རེར་ཟེར་ཡོད་རེད་འདུ་ཤེས་ལ་བརྟེན་ནས་རྩོད་གི་རེད། ཁྱིམ་པ་ཕོ་མོ་རྣམས་ནི་ཚོར་བ་ལ་བརྟེན་ནས་རྩོད་གི་རེད་གསུངས་ད་དེང་སང་དེ་ལྡོག་ཕྱོགས་རེད་དེང་སང་རབ་བྱུང་དུ་ཚོར་བ་ལ་རྩོད་གི་ཡོད་རེད་ཁྱིམ་པ་དང་འདུ་ཤེས་ལ་རྩོད་གི་ཡོད་རེད་ད་དེ་ཡིན་དུས་རྩ་ནས། གཙོ་བོ་གཙོ་བོ་བྱེད་འདུ་ཚོར་འདུ་གཉིས་པོ་དེ་རེ་བ་ང་ཚོ་གཅིག་དང་འཇིག་རྟེན་པ་མང་ཆེ་བ་གཙོས་བདེ་ཡག་དེ་ཚོར་བ་བདེ་བ་ཐོབ་ཡག་དང་དེ་ལ་ཅིག་བཀག་འགོག་བྱེད་མཁན་བྱུང་ན་བཙལ་བདེ་ཡག་འདྲ་བོ་རབ་ཏུ་བྱུང་བ་འདྲ་བོ་ཅིག་ཡིན་ན་ང་གྲུབ་མཐའ་ཡག་ཁོ་གྲུབ་མཐའ་མཐོ་ང་ཚོ་ཆོས་ལུགས་འདི་ཡིན་ཟེར་ཡག་འདྲ་བོ་དང་དེ་འདྲ་གི་ཆོས་ལུགས་བཟང་ངན་གི་འདུ་ཤེས་ཀྱི་ཐོག་ནས་གཙོས་བདེ་ཡག་འདྲ་བོ་དེ་འདྲ་ཅིག་ཡིན་དུས་རྩ་ནས་ནི་བཟོད་པའི་རྩ་བ་རེད་ཟེར་ཡག་འདྲ་བོ་འདི་ནི་འཁོར་བའི་རྒྱུ་ཡི་གཙོ་བོ་རེད་ཚོར་བ་དང་འདུ་ཤེས་གཉིས་པོ་དེ་ཚོར་བ། དཔེར་ན། ཚོར་བ་ལ་ཆགས་ཞེན་ཞེན། དེ་བཟང་ངན་དུ་འདོད་ཞེས་ད་དེ་འདྲ་བྱས་ན་ལས་འདྲ་མིན་མང་པོ་བསགས་ཡོང་གི་ཡོད་རེད་ཟེར་འཁོར་བའི་རྒྱུ་ཡི་གཙོ་བོ་རེད་ཟེར་ཡ་འདྲ་བོ། དེ་ནས་ཕུང་པོ་ལྔ་ཡི་གོ་རིམ་འབྲས་བུའི་དབང་དུ་བྱས་ཡོང་དུས་ཙཱ་ན་ཡང་དག་ཅིག་ཕྲ་རགས་ཀྱི་རིམ་པ་གཅིག་གི་ཐོག་ནས་དེ་ནི་འཚོ་བ་དང་འདུ་ཤེས་གཉིས་པོ་སུས་བཏོན་པ་ཡིན་གསུངས་རེད་བ། འོ་ད་དེ་འདྲ་བྱས་ཡོང་དུས་ཙཱ་ནས་གང་ལྟར་ཡང་དེ་ནས་ཚོར་འདུ་གཉིས་པོ་དང་བག་ཕུད། ད་འདི་ནས་གསུངས་འདུག་བ། སེམས་པ་འདི་དང་ཚོར་བ་དང་འདུ་ཤེས་དང་ཁོང་ཚོ་གསུམ་ཀ་སྤིན་མ་ཤོར་བ་དང་རེད་བ། དེ་ལྟར་ན་སེམས་པ་འདི་དང་སེམས་པའི་འདུ་བྱེད་ཕུང་པོ་མཚན་གཞི་གཅིག་ངོས་འཛིན་བྱས་རེད། ད་དེ་ནས། གཞན་དག་ཚང་མ་ད་དུང་འདུ་བྱེད་ཀྱི་ཕུང་པོ་བཞག་ཆོག་གི་རེད་བས་སེམས་ལ་མ་རེད་ཚོར་བ་བ་སྤུའི། འདུ་ཤེས་བ་སྤུའི་ཁོ་ཚོ་གཉིས་བ་སྤུའི་བ། དེ་ལས་གཞན་པའི་གི་སེམས་ལས་བྱུང་བ་དག་ག་སའི་ལྷག་ཡོད་རེད་ཟེར་ན། ད་ལྟ་འདི་སེམས་བྱུང་ལྔ་བཅུ་ངག་གཅིག་གི་ནང་ནས་ཚོར་འདུ་གཉིས་པ་བ་སྤུའི་འདུས་ཙམ་ནི་བཞི་བཅུ་ཞེ་དགུ་ཙམ་གྱི་ལྷག་རེད་བ། ད་སེམས་པ་གོང་དུ་ཡར་བརྩིས་ཚར་དུས་ཙམ་ནི་བཞི་བཅུ་ཞེ་བརྒྱད་ཙམ་གྱི་ཡོད་རེད་བ། དེའི་འདུས་ཏེ་བཞི་བཅུ་ཞེ་བརྒྱད་པོ་ཡོངས་སུ་རྫོགས་པ་དེ་འདུ་བྱེད་ཕུང་པོ་རེད་ཞེས་པའི་དོན་རེད་ཆོས་རྣམས་དང། ད་ཡང་དེ་ནི་སེམས་བྱུང་དེ་གཅིག་པུ་སེམས་བྱུང་ལྔ་བཅུ་ང་གཅིག་པོ་དེ་གཅིག་ལྔ་བཅུ་ང་གཅིག་མ་དང་བཞི་བཅུ་ཞེ་དགུ་པོ་དེ་དེ་ནི་འདུས་བྱས་ཕུང་པོ་རེད་བས་ཟེར་ན་དེ་ཙམ་ཡང་ཚིག་མ་རེད་སེམས་དང་ལྡན་པ་མ་ཡིན་པའི་འདུས་བྱས་གཞན་ཡང་ཡོད་རེད་ད་མཛོད་ཀྱི་སྐབས་འདྲ་གཅིག་ན་ལྡན་མིན་འདུས་བྱས་དེ་ལ་བཅུ་བཞི་ཙམ་གྱིས་གསུངས་བཞིན་ཡོད་ས་ཡོད་བ། བཅུ་བཞི་རུ། འོ་ཡ། ད་འདི་རྣམས་ནི་སང་ཉིན་ནམ་ཞག་དབྱེ་བ་ཅིག་ལས་ཡོང་གི་རེད་དེ་ཡིན་དུས་འདུས་བྱས་རྣམས་ནི་འདུས་བྱས་ཀྱི་ཕུང་པོ་ཞེས་བྱའོ། ད་འདུས་བྱས་ཕུང་པོ་ཟེར་ཡ་དེ་དེ་ཚོ་རུང་བ་འདི་ནང་འགུགས་རེད་གསུངས་པ་རེད། ད་དེ་འདྲས་བྱས་ནས། མདོར་བསྟན་པ་རེད། ད་དེ་ནི་མ་རྒྱས་པར་བཤད་ཡོང་དུས་ཀྱང་དང་པོ་དེ་ནི་མཚུངས་ལྡན་འདུས་བྱས་ཟེར་ཡ་དེ་གསུངས་ཡོང་གི་རེད་སེམས་བྱུང་ཡིན་མཁན་དེ་དེ་དག་ཀྱང་གང་བྱས་ནའང་གསུངས་འདུག་བ། ད་དེ་དག་ཀྱང་གང་ཞེ་ན་ཟེར་ཡང་འདི་ལ་དང་པོ་མིང་གི་སྒོ་ནས་མདོར་བསྟན་དེ་ནས་གཉིས་པ་ངོ་བོའི་སྒོ་ནས་རྒྱས་པར་བཤད་པ་དེ་འདྲ་ཅིག་ནི་དང་པོ་མིང་གི་སྒོ་ནས་མདོར་བསྟན་བཟོ་ཡི་འདུག་ཙང་ནས་འདི་ནས་མ་གྲངས་ཁ་ཅིག་བརྩི་ཞོར་དང་དངོས་གནས་བྱས་ན་ལྔ་བཅུ་ངག་གསུམ་ཙམ་གྱི་འདུག་བསམ་བསམ་འགྲོ་བཞིན་དུ་བརྩི་ཡི་འདུག་ཙང་ནས་ཡིན་ན་ད་ཁ་ཤས་བར་དུ་སྡོད་ཡི་འདུག་ཙང་ན་སུམ་ཅུ་ལྔ་བཅུ་ངག་གཅིག་ཟེར་ཡ་དེ་བརྩི་དགོས་རེད། དེའི་ཆེད་དུ་སེམས་པ་དང། ཡིད་ལ་བྱེད་པ་དང། རེག་པ་དང། འདུན་པ་དང། མོས་པ་དང། དྲན་པ་དང། ཏིང་ངེ་འཛིན་དང། ཤེས་རབ་དང། དད་པ་དང། ངོ་ཚ་ཤེས་པ་དང། ཁྲེལ་ཡོད་པ་དང། མ་ཆགས་པ་དང། ཞེ་སྡང་མེད་པ་དང། གཏི་མུག་མེད་པ་དང། བརྩོན་འགྲུས་དང་ཤིན་ཏུ་སྦྱངས་པ་དང་བག་ཡོད་པ་དང་བཏང་སྙོམས་དང་རྣམ་པར་མི་འཚེ་བ་དང་འདོད་ཆགས་དང་ཁོང་ཁྲོ་བ་དང་ང་རྒྱལ་དང་མ་རིག་པ་དང་ཐེ་ཚོམ་དང་འཇིག་ཚོགས་ལ་ལྟ་བ་དང་མཐར་འཛིན་པ་ལྟ་བ་དང་ལྟ་བ་མཆོག་ཏུ་འཛིན་པ་དང་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་ཏུ་འཛིན་པ་དང་ལོག་པར་ལྟ་བ་དང་ཁྲོ་བ་དང་ཁོང་དུ་འཛིན་པ་དག། དང། ཆགས་པ་དང་འཚིག་པ་དང་ཕྲག་དོག་དང་སེར་སྣ་དང་རྒྱུ་དང་གཡོ་དང་འཇགས་པ་དང་རྣམ་པར་འཚེ་བ་དང་ངོ་ཚ་མེད་པ་དང་ཁྲེལ་མེད་པ་དང་རྨུགས་པ་དང་རྒོད་པ་དང་མ་དད་པ་དང་ལེ་ལོ་དང་བག་མེད་པ་དང་བརྗེད་ངས་པ་དང་ཤེས་བཞིན་མ་ཡིན་པ་དང་རྣམ་པར་གཡེང་བ་དང་གཉིད་དང་འགྱོད་པ་དང་རྟོག་པ་དང་སྤྱོད་པའོ། ད་དེ་བར་དུ་ངོ་ནས་བྱས་ནས་ལྔ་བཅུ་ངག་བཅད་འབྲས་བུ་བརྩི་དགོས། དེ་བྱེད་དུ་བརྩམས་ནས་ཕལ་ཆེར་རྟོག་བཅུ་གཉིས་པོ་དེ་མཉམ་དུ་ཚུར་བརྩི། ཡལ་གའི་དེ་ནས་རྟ་དབང་ཆུང་ཚེ་དང་ཚུལ་རམ་གཏོར་གཞུང་ཆུང་ཚེ་གཉིས་པོ་དང་མཉམ་དུ་ཚུར་བརྩིས་བྱས་པ་ཡིན་ན་ཕལ་ཆེར་ལྔ་བཅུ་ངར་ཆེན་འགྲོ་བཞིན་འདུག་དེ་འདྲ་བྱས་ན་བརྩི་དགོས་མིན་ནང་བསམ་ཚར་ད་ཡིན་ན་གཅིག་བྱས་ན་འོག་ན་མ་དོན་ཡོང་གྱི་རེད། དེ་བཞིན་དུ་ད་དེ་བར་དུ་མིང་གི་སྒོ་ནས་དེ་ནི་མདོར་བསྟན་པ་དེ་རེད་ད་འདི་ན་མ་དེ་ནི་སོ་སོའི་ངོ་བོ་གང་འདྲ་གང་འདྲ་ཡིན་མིན་དེ་བསམ་ནས་འོག་ན་མ་གླས་ཡོང་གི་འདུག་རྟོགས་པ་དང་དཔྱོད་པ་འོ་ཟེར་ན་བཞག་ན།